དེ་ནི་སུད་སི་ལ་གནས་སྡོད་བདེ་ཆེན་ཤག་ཟེར་བའི་སྐད་ཆ་ཅིག་དང་འབྲེལ་བྱས་ནས། ད་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་དེ་ནི་རྒྱ་མིའི་རྒྱུགས་ཁྱི་དང་སྦྱར་ཚང་ལོ་ཟེར་ཡ་གི་ད་སྐད་ཆ་ཅིག་སྤྱི་ཚོགས་ནང་ལོགས་ལ་ཁ་ཚུགས་དེ་རིང་འགྲོ་བཞིན་པ་གི་ཆགས་དེ་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་གནས་སྟངས་བྱེ་བྲག་པ་རེ་རེ་གི་ཐོག་ནས་ད་བཙན་བྱོལ་ནང་གི་སྦྱར་ཚང་བ་ཁག་ཅིག་དེ་རིང་ད་ངས་འདི་ནས་མིང་དོན། བྱེད་ག་ཆ་སོང་རྩ་སྟོང་རང་གི་ཆེད་དུ། ད་སྤྱིར་བཏང་སྦྱར་སོང་བ་ལ་ཡ་དེ་གཞུང་ལོག་གི་ཐོག་ནས་དང་སྦྱར་སྐབས་སོ་སོ་གི་རྩ་འགྲེལ་གྱི་ནང་ལོག་ལ་ལྟ་ངོས་འཛིན་བྱེད་སྟངས་ཕྲན་བུ་མ་འདྲ་བ་ཡོད་པ་ཡིན་ན་ལས་སྤྱི་ཡོངས་ཁྱབ་ཐུབ་ཡ་དང་ལྟ་གོ་བདེ་བོ་གི་ཐོག་ནས་བཤད་པ་ཡིན་ན། སྦྱར་ཚོང་བ་ལབ་དུས་ཙམ་པ་ལ་སོ་སོའི་སྦྱར་ཁབ་ཀྱི་ལ་རྒྱ་དམ་ཚིག་མ་སོང་ནས་དེ་ནི་ཧ་གོ་བཞིན་དུ་དགྲ་བོ་གིས་ད་ལེགས་གདོང་དང་དགུན་འཁོར་སྒྲུབ་པ་ཅིག་ལ། ཡང་མིན་ན་དེ་འདྲ་སྒྲུབ་མཁན་གཅིག་ལ་རྟ་འབྱར་སོང་བ་དང་འབྱར་སོང་བའི་བྱ་སྤྱོད་ཟེར་ལབ་ན་རྟ་འབྲེག་ཡག་ཅེས་ཆགས་ཀྱི་ཡོད་རེད་ད། སྤྱི་ཡོངས་ཀྱི་འབྱར་སོང་བ་དང་འབྱར་སོང་བའི་བྱ་སྤྱོད་ལ་ཨ་དེ་དེ་འདྲ་ཅི་རེད། དེ་ནས་ཁ་སང་དེ་རིང་ང་ཚོའི་སྤྱི་ཚོགས་ནང་གི་གླེང་གཞི་ཆེན་པོ་དེ་ག་རེ་རེད་ལབ་ན།

ཚོགས་པ་བྱེ་བྲག་པ་དང་སྡེ་ཚན་བྱེ་བྲག་པ་མི་སྒེར་རེ་རེ་ནས་གོང་ལྟར་རྒྱལ་སྤྱིའི་ཐོག་ལ་ད་ལྟའི་བདེན་སྟོང་ཞུ་དོགས་བྱེད་བྱེད་ནས་རྒྱལ་སྤྱིའི་ཐོག་ལ་རྒྱ་ནག་གི་བོད་མི་རིགས་དེ་ད་མི་སེར་སྤེལ་བའི་སྲིད་ཇུས་ཀྱི་འོག་ནས་རྩ་མེད་བཟོ་གི་ཡོད་བ་གི་བདེན་སྟོང་དེ་ཞུམ་པོ་བྱེད་བཞིན་པའི་གི་གནས་སྟོང་དེ་ལ་ད་རྒྱལ་སྤྱིའི་ཐོག་ནས་གོང་ལྟར་གནས་སྟོང་དེ་གི་ཐོག་ལ་དོ་སྣང་དང་རྒྱ་ནག་ལ། རྒྱལ་སྤྱིའི་ཐོག་ནས་ཕྱོགས་མང་པོ་ནས་གནོང་ཤུགས་ཆེན་པོ་ཅིག་ཡོང་གི་ཡོད་པའི་སྐབས་ཅིག་ལ། དེ་ནི་རྒྱ་ནག་གིས་ལྟ་བུ་མི་རིགས་རྩ་མེད་བཟོ་ཡག་གི་ངན་རྒྱུ་དང་འབྲེལ་བའི་ལྕགས་རྡོ་སློབ་གྲྭ་གི་ནག་ཉེས་དེ་འབེན་འགེབས་བཟོ་ཡག་གི་ཆེད་དུ། ད་ལོ་གི་སྤྱི་ཟླ་གསུམ་པའི་ཚེས་པ་བཅོ་བརྒྱད་ཀྱི་དགོང་མོ་ལ་སུད་སི་གི་གྲོང་ཁྱེར་ཇི་ནེ་ཝ་ལ། དེ་ནི་ཆེད་མངགས་གནས་སྟངས་དེ་ག་རང་གི་ཆེད་དུ་ཚོགས་འདུ་ཅིག་བསྐོང་ཚོགས་བྱས་པ་དང་ཚོགས་འདུ་དེ་ལ་སུད་སི་ལི་ནེ་ཏོ་བོ་པ་བདེ་ཆེན་ཤག་ཟེར་བ་དེ་འབྲོང་བུ་བྱེ་བ། འབྲོང་བུ་བྱེ་བ་ནང་བཞིན་དེ་ནི་མོ་རོང་སོང་བ་མ་ཟད་མོ་རོང་གི་རྒྱ་ནག་གི་བཅའ་སྡོད་སློབ་གྲྭ་ལ་ད་བོད་ཀྱི་སྐད་ཡིག་བསླབ་གི་ཡོད་བ་དང་དེ་ནི་བོད་ཕྲུག་ས་ཡ་གཅིག་ལྷག་ལྷག་ལ་ད་གོང་ལྟར་བས་ཏེ། སློབ་སྦྱོང་ཧྲ་ཐག་ཐག་སྤྲད་གི་ཡོད་བ་གས་ད་གོང་ལྟར་དེ་འདྲས་ཀྱི་སྐད་ཆ་བདེན་པ་མ་ཡིན་པ་དཀར་ནག་གོ་ལྡོག་ཅིག་ཤེས་བྱེད་ནི། བཅའ་སྡོད་སློབ་འབྲིང་སྣེ་གདོང་གི་ཐོག་ལ་རྒྱ་ནག་གིས་ཕྱོགས་བཟུང་བྱས་ནས་ད་བདུན་པ་མ་ཡིན་པའི་སྐད་ཆ་བཅས་ཀྱི་བཤད་བ་དེ་ལ་དགྲ་བོ་རྒྱ་ནག་གི་དགོས་མཁོ་སྒྲུབ་བྱས་ནས་མོ་རང་གི་སྐད་ཆ་དེ་འདྲ་ཅིག་བཤད་བ་དེ་ལ་ད་བཙན་བྱོལ་ནང་ནས་བོད་པ་ཧ་ཅང་མང་པོ་གིས་བློ་ཕམ་ཆེན་པོ་གི་ཐོག་ནས་ད་མོ་རང་ལ་ཅིག་རྒྱར་སོང་བ་དང་རྒྱ་ནག་གི་རྒྱུ་ཁྱི་ལ་ཡག་གི་གནས་ཚུལ་འདི་བྱུང་བ་ཆགས་བསྡད་ཀྱི་ཡོད་རེད། ད་དེ་འདྲའི་ང་ཚོའི་སྤྱི་ཚོགས་ཀྱི་ནང་ལོག་ནས། ད། སྤྱི་ཚོགས་དྲ་ལམ་ཁག་ལ་མོ་རང་ལ་ངོ་རྒོལ་དང། ད་ཐེང་གདོང་ཤུགས་ཆེན་པོ་ཅིག་བྱེད་བི་ཁི་རྗེས་ལ་མོ་རང་གིས་དེ་ནི་ང་རྒྱ་ནག་གི་རྒྱུག་ཁྱི་མི་ཡིན་ཟེར་ལབ་བྱས་ནས་གསལ་བཤད་བྱེད་བི་ཁི་སྙན་བརྒྱད་ཀྱི་ནང་ལོགས་ལ་ཡང་ད་མོ་རང་གིས་རྒྱ་ནག་ལ་དགོས་བི་སྐད་ཆ་ཧ་ཅང་རྫབ་ཆེན་པོ་དེ་འདྲ་བཤད་བཞག་དེ་ག་རེ་བྱས་ནས་བཞུགས་གི་ཡོད་ལབ་ན་སྤྱིར་བཏང་བཙན་འགྱུར་བོད་མི་དཀྱུས་མ་ཚོ་སོ་སོ་གི་སྤུན་མཆེད་ཐུག་འཕྲད་དུ་འགྲོ་ཡ་ལང་ཡ་བོ་ནོར་ལོག་ལ་མཆོམ་ཆེན་རག་ཡ་དཀའ་ལས་ཁ་འོག་གི་ནད་གདོན་ཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་ན་ལས་བདེ་ཆེན་ཤ་ཟེ་ཡག་མོ་རོང་ལ་རྒྱ་ནག་གི་ཆེད་མངགས་དགོང་དར་ལྷ་ས་ལ་གླུ་གཞས་གཏོང་ཡ་ལ་འབྲོང་བུ་དང་བདེན་རྒྱུ་བྱེད་བ་མོ་རོང་གི་བརྙན་གི་ནོར་ལོག་ལ་གསལ་བོ་བྱས་ནས་གསལ་བཤད་ཀྱི་བརྙན་དེ་ནོར་ལོག་ལ་ལབ་ཀྱི་འདུག་བ། དངོས་ཡོད་གནས་ཚུལ་ལ་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པ་ནས་ད་ལྟ་བར་ལ་འགྱུར་བ་མེད་པའི་སྲིད་ཇུས་ཅིག་བཟུང་བྱས་ནས་བོད་མི་རིགས་རྩ་མེད་བཟོ་ཡག་གི་ཆེད་དུ་བོད་ཀྱི་རིག་གཞུང་གཏོར་བརླག་གཏོང་ཐབས་བྱས་པ་མ་ཟད་ལྷག་པར་དུ་ད་ལྟའི་སྐབས་ལ། དེ་ནི་བོད་ཀྱི་ཡོད་ཚད་རྒྱ་ནག་ཅན་ལ་འགྱུར་ཡག་གི་སྲིད་ཇུས་ཁ་གསལ་པོ་བཟུང་བྱས་ནས་རྒྱ་ནག་གིས་བོད་ནང་ལོགས་ལ་ལྟ་གོང་ལྟར། བོད་པའི་ཀྱི་བུ་ཚོ་སློབ་སྦྱོང་བྱེད་ས་གའི་སློབ་གྲྭ་ཁག་ལ། དེ་ནི་སྐད་ཡིག་གི་སློབ་ཚན་གྱི་ངོ་བོ་ལ་ལྟ་བོ་ཡིན་ཕྲན་བུ་ཅིག་བསླབ་ཀྱི་ཡོད་ན་མ་གཏོགས་དེ་མིན། སྔོན་མ་ཡུའུ་བདེ་མཆོག་གིས་བོད་ཡིག་གི་སློབ་ཚན་ཡོངས་རྫོགས་གོང་ལྟར་ཉུང་འཕྲི་དང་འགོག་སྡོམ། བྱས་བྱས་ནས་ད་གོང་ལྟར་སྔོན་མ། བོད་ཡིག་གི་སློབ་ཚན་ཡོད་འཇོག་དེ་སོགས་ཡང་མེད་པར་བཟོས་པ། དེ་ནི་སློབ་གྲྭ་གི་གུང་སེང་གི་སྐབས་ལ་སྔོན་མ་ཡིན་ན་ཅིག་དགོན་པ་གྲྭ་ཚོང། མི་སྒེར། དེ་སོགས་ཀྱིས་བོད་པའི་གི་བོད་ཕྲུག་དེ་ཚོ་ལ་བོད་པའི་སྐད་ཡིག་དང་ཆོས་དང་རིག་གཞུང་གི་སྐོར་ལ་གཡེར་ཁ་དང་དགུན་ཁའི་གུང་སེང་སྐབས་ལ་ཟུར་ཁྲིད་བྱེད་ཡག་གི་ལམ་སྲོལ་བཟང་པོ་ཅིག་ཡོད་བ་དེ་ཚོ་ཡང་རྒྱ་ནག་གི་བཀག་སྡོམ་བྱེད་བྱེད་ནས་གོང་ལྟར་བོད་མི་རིགས་རྩ་མེད་བཟོ་ཡག་གི་ལྟ་ངན་རྒྱུད་དེ་ཁ་གསལ་རུ་དང་མགྱོགས་རུ་གཏོང་ཡོད་རེད་ད་བོད་ནང་ལོགས་ལ་གོང་ལྟར་དེ་འདྲའི་གི་ལྟ་བུ་པའི་སྐད་ཡིག་དེ་ཕྱོགས་ཡོངས་ནས་རྩ་མེད་བཟོ་གི་ཡོད་བའི་ཀྱི་དཔེ་མཚོན་གསལ་ཤོས་གཅིག་དེ་བཀྲ་ཤིས་དབང་ཕྱུག་ལགས་རེད། བཀྲ་ཤིས་དབང་ཕྱུག་ལགས་ཀྱིས་བོད་ཀྱི་སྐད་ཡིག་ལ། འབྱུང་འགྱུར་དཔེར་གསུམ་གྱི་སྐོར་ལ་ཐོབ་ཐང་དགོས་ཀྱི་ཡོད་བར། རྒྱལ་སྤྱིའི་ཁྲིམས་དང་མཐུན་པ་རྒྱ་ནག་གི་ཁྲིམས་དང་མཐུན་པའི་ཐོག་ལ་གོང་ལྟར་ཞུ་གཏུག་བྱེད་བའི་ཀྱི་བརྒྱུད་རིམ་དགོས་པ་ནི་བཀྲ་ཤིས་དབང་ཕྱུག་ལགས་འཛིན་བཟུང་བཙོན་འཇུག་བྱེད་བྱེད་ནས་ད་གོང་ལྟར་དུས་བཀག་གི་བཙོན། ཙོང་ཁྲེམ་སྐྱེ་བ་དེ་ཚོང་ཅི་ནི་མ་ཙོང་ཧོང་ནི་ལས་ཚ་བའི་རྗེས་ལ་ཡིན་པ་ཡིན་ན་ལས་གོང་ལྟར་ལྟ་རྒྱ་ནག་གི་ཞག་ཚོགས་རང་གཏོང་ཅི་ནི་ཐིག་མ་མང་པོ་ལ་ཉིན་གཏོང་གཏོང་བ་དེ་ནི་ཁོ་རང་གི་འགྲོ་འདུག་སྤྱོད་བསྲང་ལ་ལྟ་རང་དབང་མེད་བསྡད་པའི་གནས་སྟངས་དེ་བོད་ནང་ལོགས་ལ་བོད་ཀྱི་སྐད་ཡིག་སྦྱོང་སྤྱོད་སྤེལ་བསམ་ལ་རང་དབང་མེད་བས་ཀྱི་དཔེ་མཚོན་གསལ་ཤོས་དེ་བཀྲ་ཤིས་དབང་ཕྱུག་ལ་ཆགས་བསྡད་ཀྱི་ཡོད་རེད་ཡིན་ན་ལས་བདེ་ཆེན་ཤ་ཟེ་ཡ་མོ་རང་གིས་ག་རེ་ལབ་ཀྱི་ཡོད་རེད་ཟེར་ན་བཅའ་སྡོད་སློབ་གྲྭ་དེ་ཚོ་ལ་ཡང་བོད་ཀྱི་སྐད་ཡིག་བསླབ་ཀྱི་ཡོད་ཡ་གི། སྐད་ཆ་ཅིག་བཤད་པ་དེ་ཡོངས་སུ་ཧམ་པ་དང་སྐྱག་རྫུན་དང་མི་བདེན་པ་གི་སྐད་ཆ་ཅིག་ཡིན་པ་དེ་ད་གོང་གི་གནས་ཚུལ་དེ་སོགས་དང་བཀྲ་ཤིས་དབང་ཕྱུག་ལགས་ཀྱི་གནས་སྟངས་དེ་ག་རང་ནས་གསལ་པོ་ཆགས་ཀྱི་ཡོད་པའི་གི་གནས་སྟངས་ཅིག་མ་རེད་བས་ཟིན་ངས་དེ་དྲི་བ་བཏང་གི་ཡོད། ལྷག་པར་དུ་བདེ་ཆེན་ཤག་ཟེར་ཡ་མོ་རང་གི་རྗེས་ལ་ས་ཞིག་བྱེད་པའི་གི་གཉིས་དེ་ནང་ལོགས་ལ། བཅའ་སྡོད་སློབ་གྲྭ་གི་ནང་ལོགས་ལ་བོད་ཕྲུག་ས་ཡ་གཅིག་ལ་གང་ལྟར་སློབ་སྦྱོང་ཧྲ་ཐག་ཐག་སྤྲད་ཀྱི་ཡོད་པའི་གི་རྒྱུ་མཚན་ཤེས་བྱས་ནས་ད། དཔྱད་བསྡུར་སློབ་གྲྭ་དེ་ལ་བོད་པ་གིས་དགག་པ་རྒྱག་ཡ་མི་འདུག་ལབ་བྱས་ནས་གོང་ལྟར་རྒྱ་ནག་ལ་དགོས་ཡ་རང་གི་སྐད་ཆ་གྱིས་བཤད་བྱས་ནས་སྐད་ཆ་བཤད་སྟངས་དེ་གཅིག་བུ་ལ་ཤ་ཚ་ནས་བཤད་གི་ཡོད་མདོག་མདོག་བྱས་དོན་དག་ངོ་མ་གི་ཐོག་ནས་དགྲ་བོ་རྒྱ་ནག་གི་དགོས་མཁོ་རང་སྒྲུབ་བྱས་ནས་གོང་ལྟར་རྒྱ་ནག་ལ་དག་སེལ། ཅིག། བཟོ་གི་ཡོད་བ་དེ་ད་མོ་རང་གི་སྐད་ཆ་ནི་ར་འཕྲོ་ཡ་ཡོད་དེ་བས་ཁི་གནས་སྟངས་ཅིག་རེད། མོ་རང་རྒྱ་ནག་གི་རྡོ་ཁང་བྱེད་བས་ཀི་ཚང་དུ་དེ་ལ་མཉམ་ཞུགས་བྱས་འགྲོ་འབུ་བྱེད་བ་ནང་བཞིན་མཉམ་ཞུགས་བྱས་བ་མ་ཟད་རྒྱ་ནག་གཞུང་གིས་ཕྱོགས་བཟུང་ནས་སྐད་ཆ་གཅིག་བཤད་ནས་ད་གང་ལྟར་སྤྱི་ཚོགས་ནང་ལོག་ལ་མོ་རང་དང་འབྲེལ་བའི་གི་རྙོག་གླེང་དེ་བྱུང་བའི་གི་རྗེས་ལ་ད་སོ་སོ་དག་གསེར་བཟོ་ཡག་གི་ཆེད་དུ་ཡང་བསྐྱར་བསྙེན་བཟོ་དེ་བས་གི་གནས་སྟངས་ཅིག་ཆགས་གི་ཡོད་རེད། མོ་རང་གིས་དག་གསེར་ག་ཚོད་མིན་དགོས་ག་ཟེ་བཟོས་བ་ཡིན་ན་ལས་ང་གཅིག་རྒྱ་ནག་གཞུང་གི་རྒྱུགས་ཁྱི་མིན་ལ་ཡག་དང་དེ་ནས་ཚོགས་འདུ་དེ་རྒྱ་ནག་གཞུང་འབྲེལ་གི་བསྐོང་བ་མ་རེད་ལ་ཡག་དང་ད་དེ་འདྲས་གི་སྐད་ཆ་འབེར་དགོས་ར་ཤེས་བྱས་ནས་མོ་རང་མོ་རང་དག་གསེར་ཅིག་བཟོ་གི་འདུག་བཟོ་གི་ཐབས་ཤེས་བྱེད་ཀྱི་འདུག་ཡིན་ན་ལས། མོ་རང་གི་དག་སེལ་ག་ཚོད་མི་འགུལ་ག་སེ་བཟི་བ་ཡིན་ན་ལས་མོ་རང་གི་དཔྱ་དོག་སློབ་གྲགས་ཀྱི་སྐོར་ལ་ཚོགས་འདུ་དེ་ལ་ཤེས་བྷི་ཀྱི་སྐད་ཆ་དེ་སོ། དང། ཨ་ནི་མོ་རང་ལྷ་ས་ལ་སོང་བྷི་ཀྱི་གནས་ཚུལ་དེ་སོ། ད་རྒྱ་ནག་གི། China Daily News། ད China Daily News རྒྱ་ནག་གི་ཉིན་རིགས་གསར་ཤོག་དབྱིན་ཇི་གི་ཐོག། དྲ་ཚིགས་ཀྱི་ཐོག་ལ་ད་མོ་རང་གི་སྐད་ཆ་བཤད་བ་དང་ལྷ་ས་ལ་སོང་བྷི་གནས་ཚུལ་དེ་སོ་གསལ་པོ་བྱས་ནས་བཀོད་འདུག་བ། དེ་བྱེད་དུས་བརྩམས་པ་ལ་སྟབས་བདེ་རྒྱ་ནག་གི་གོང་ལྟར་དགོས་མཁོ་བསྒྲུབས་ཡོད་པ། ནི་རྒྱ་ནག་གི་གསར་ཤོག་གི་ཐོག་ལ་བསྐུར་ཡོད་པ་དེ་ག་རང་ནི་ད་ཁ་གྲག་གི་ཡོད་རེད་གསལ་པོ་ཆགས་ཀྱི་ཡོད་རེད། China Daily News ལགས་ཀྱི་དབྱིན་ཇི་གི་དྲ་ཚིགས་དེ་འདྲ་བོ་ཆ་བཞག་པ་ཡིན་ན་རྒྱ་ནག་དབུས་དམར་ཤོག་གི་གོང་ལྟར་རྒྱ་ནག་གི་ཕྱི་སྲིད་དང་ཕྱི་འབྲེལ་དྲིལ་བསྒྲགས་ཀྱི་ལག་ཆ་གཙོ་བོ་ཅིག་ཆགས་སྡོད་ཀྱི་ཡོད་རེད། དེ་བྱེད་དུས་བརྩམས་པ་ལ་ལྟ་གང་ལྟར་མོ་རང་གི་སྐད་ཆ་བཤད་བ་མོ་རང་བོད་ནང་ལོགས་ལ་སོང་བ་དེ་ཚོ་ཡོངས་རྫོགས་རྒྱ་ནག་གཞུང་གི་དགོས་མཁོ་ཆགས་བསྡད་པ་དེ་ད་རྒྱ་ནག་གཞུང་འབྲེལ་གྱིས་གང་ལྟར་གསར་ཤོག་གི་ནང་ལོགས་ལ་བཀོལ་བ་དེ་ག་རང་ནི་གསལ་པོ་ཅིག་ཆགས་ཀྱི་འདུག་དེ་ནི་མོ་རང་གི་གསར་བཤད་ཀྱི་སྙན་བཟོས་བ་དེའི་ནང་ལོགས་ལ་ག་རེ་བཤད་གི་འདུག་ལབ་ན་བུ་བོ་ནང་ལ་བཞུགས་མཁན་གྱི་བོད་པ་དེ་ཚོ་རྩ་ཆེ་ཤོས་ལ་བཞག་དགོས་ཀྱི་རེད་ཟེར་གྱི་འདུག་མོ་རང་གིས་དངོས་གནས་ཀྱི་དེ་འདྲའི་ཁྱོད་རང་བུ་ལ་ཤ་ཚ་དང་བུ་ནང་གི་བོད་མི་ལ་བརྩི་བཀུར་ཡོད་བ་ཡིན་ན། ཨ་ནི་ཁ་སང་སུད་སི་འཇི་ནི་བ་ལ་སྤྱི་ཟླ་གསུམ་པའི་ཚེས་པ་བཅོ་བརྒྱད་ཀྱི་དགོང་དག་ལ་ཚོགས་འདུ་དེ་ལ་འགྲོ་བའི་སྐབས་ལ། ཁྱོད་རང་གིས་དེང་སང་བུ་སྡེ་དགེ་ལ་འཛའ་རག་གི་དཀའ་ངལ་འཕྲད་བཞིན་པ་གི་སྐོར་ལ་ཁྱོད་རང་གིས་སྐད་ཆ་མ་ལབ་བ་དེ་ག་རེ་བྱས་ནས་རེད། དངོས་གནས་ཀྱི་བུ་ནང་ལོག་ལ་བཞུགས་ཉེན་ལ་བརྩི་བཀུར་ཡོད་བ། བུ་ནང་ལོག་ལ་བཞུགས་ཉེན་དེ་སོ་གེ་ཆེ་ཤོས་ལ་བརྩི་གི་ཡོད་བ། བུ་གི་བདེ་བ་སྡུག་བསྔལ་ལ་བསམ་བློ་གཏོང་གི་ཡོད་བ་ཡིན་ན་ཁ་སང་ཁྱོད་རང་འགྲོ་ས་གི་ཚོང་དེ་དེ་ལ་ད་ལྟ་བུ་སྡེ་དགེ་ལ་འཛའ་རག་གི་དཀའ་ངལ་འཕྲད་བཞིན་པ་དེ་སྐོར་ལ་ལབ་དགོས་ཀྱི་གནད་དོན་ཆགས་ཀྱི་ཡོད་རེད་དེ་ཁྱོད་རང་གིས་དེ་ལབ་བ་ཅི་གོ་ཡ་ཡོད་མ་རེད། དེ་ནི་ལྷག་པར་དུ་མོ་རང་གི་རྗེས་ལ་གསལ་བཤད་བྱེད་པའི་གི་བརྙན་དེ་ནང་ལོགས་ལ་སྐད་ཆ་རྫབ་ཆེ་ཤོས་ཅིག་ག་རེ་མཐོང་གི་འདུག་ལབ་པ་ཡིན་ན། ཕྱི་ལོགས་ནས་ང་ཚོ་གི་ལོ་དྲུག་ཅུ་རེ་བརྒྱུད་ལ་སྐད་མང་པོ་རྒྱབ་པ་རེད། བོད་ཕྱི་ནང་བར་ལ་རྒྱང་ཐག་རིང་དུ་རིང་དུ་མ་གཏོགས་ཐག་ཉེ་བོ་ཆགས་ཐུབ་གི་མི་འདུག་སི་ལ་ཡ་གི་སྐད་ཆ་ཅིག་བཤད་གི་འདུག་བ་དེའི་སྐད་ཆ་དེ་ཧ་ལི་བི་གི་རྫབ་ཆེན་པོ་རེད། རྒྱ་ནག་གི་འདས་པའི་གི་ལོ་བཅུ་ཕྲག་མང་པོ་ལ་སྐད་ཆ་དེ་ག་རང་བཤད་བ་རེད། རྒྱ་ནག་གི་བོད་ཀྱི་རང་བཙན་སླར་གསོ་གི་འཐབ་རྩོད་བྱེད་ཉིན་བོད་ནང་གི་རྒྱལ་སྤྱིའི་དཔའ་བོ་དཔའ་མོ་གི་ཆབ་སྲིད་རྩོམ་པ་དེ་ཚོ་ལ་མ་ཉེས་ཁ་ཡོད་བྱེད་པའི་སྐབས་ལ་དེ་ག་རང་ལབ་གི་ཡོད་རེད་ཁྱེད་རང་ཚོ་གི་ལས་ཀ་དེ་ཏཱ་ལའི་ཁ་བྲལ་རིང་ལུགས་གི་ལོག་སྤྱོད་གི་ལས་ཀ་གྱི་རེད་ཟེར་ལབ་ཀྱིན་ནས་གོང་ལྟར་བོད་ཁ་བྲལ་གཏོང་ཡ་གི་ལས་ཀ་གྱི་རེད་ལབ་གི་ཡོད་རེད། བོ་སྟོང་གི་ཆེད་དུ་ལས་འགོ་སྤེལ་བ་དེ་ད་མོ་རང་གིས་དེ་ག་རང་ལ་དགོས་ཡོད་རེད་ལོ་དྲུག་ཅུ་རེ་བཞི་ལ་ང་རང་ཚོས་ཕྱི་ལོག་ནས་རྒྱ་ནག་ལ་ངོ་རྒོལ་སྐད་འབོད་བྱས་བ་དེ་བོད་ཕྱི་ནང་བར་ལ་བར་ཐག་རིང་དུ་གཏོང་ཡག་གི་གང་ལྟར་གནས་སྟངས་ཆགས་ཡོད་ཀི་མ་ཉན་ཁ་ཡོད་བྱེད་ཀི་ཡོད་རེད་དེ་རྒྱ་ནག་གིས་བོ་སྟོང་འཐབ་རྩོད་བྱེད་ཉེན་དང་བོད་རང་བཙན་འཐབ་རྩོད་བྱེད་ཉེན་གི་བོད་ཕྱི་ནང་གཉིས་ཀ་གི་བོད་པའི་རྒྱལ་སྤྱིའི་གི་ལས་འགོལ་ལ་བོད་རང་བཙན་སླར་གསོ་གི་ལས་འགོལ་ལ་ཏཱ་ལའི་ཁ་བྲལ་རིང་ལུགས་པ་ཟེར་ཡག་གི་ཞྭ་མོ་ཅིག་གཡོག་གི་ཡོད་བ་དང་གཅིག་པ་གཅིག་རྐྱང་གཅིག་མོ་རང་གི་ཁ་ནས་དོང་གི་ཡོད་རེད། མོ་རང་བོད་པ་གཅིག་དང་དེ་ཡང་རང་དབང་ལུང་པ་ལ་བདེ་ཉན་གི་བོད་པ་གཅིག་གི་ཁ་ནས་སྐད་ཆ་དེ་འདྲ་གཅིག་བཤད་པ་དང་སྐད་ཆ་དེ་འདྲ་གཅིག་བཤད་ཕོ་བ་དེ་བོད་པ་གཅིག་གི་ངོས་ནས་ཧ་ཅང་གི་བློ་ཕམ་དགོས་ཡག་གི་གནས་སྟོང་ཞིག་ཡིན་པ་མ་ཟད་མོ་རང་བོད་པ་ཞིག་ཡིན་པའི་ཆ་ནས་མོ་རང་གིས་མོ་རང་ལ་ཁྲེལ་མེད་བྱེད་ཕྱོགས་ཀྱི་སྐད་ཆ་གཅིག་བཤད་གི་ཡོད་རེད་ད་སྐད་ཆ་དེ། མོ་རང་འདྲ་བོ་གཅིག་ཕྱག་བཞག་བ་ཡིན་ན་དང་པོ་སུད་སི་ལ་ཡུན་བའི་སྐབས་ལ་སྐྱབས་བཅོལ་གྱི་མིང་ཐོག་ནས་ཡོང་ཡོད་ཀྱི་རེད་དྲན་གྱི་འདུག་སྐབས་དེ་དུས་ཡིག་ཆ་ལ་ཞུ་བའི་སྐབས་དེ་དུས་མོ་རང་གིས་སུད་སི་ལ་ཡིག་ཆ་ཞུ་བའི་སྐབས་ལ་ཡིན་ན་ལས་བོད་ནང་ལོགས་ལ་རྒྱ་ནག་གིས་བཙན་འཛུལ་བྱེད་བྱེད་ནས་བོད་ལ་རང་དབང་དང་བདེ་སྐྱིད་མེད་བ། རྒྱ་ནག་གིས་བོད་ནང་ལོགས་ལ་སྡུག་པོ་གཏོང་གི་ཡོད་བའི་གི་ལོ་རྒྱུས་ཅིག་བཤད་བྱེད་ནས་དེ་འདྲ་གི་བདེན་པ་ཅིག་བཤད་བྱེད་ནས་མོ་ལ་ཡིག་ཆ་ཞུ་ར་བ་དང་ཡིག་ཆ་ཞུ་བའི་གི་གནད་དོན་ཆགས་ཀྱི་ཡོད་ཀྱི་རེད་དྲན་གྱི་འདུག། ཡང་མིན་ན་བོད་ནང་ལོགས་ལ། ད་ཁ་སང་མོ་རང་གི་སྙན་ནང་ལགས་ནང་བཞིན་བོད་ནང་ལོགས་ལ་རྒྱ་ནག་གི་བོད་པ་ཚོ་ལ་སློབ་སྦྱོང་ཧྲ་ཐག་ཐག་སྤྲད་ཀྱི་ཡོད་རེད་ཡག་པོ་བཟོ་གི་འདུག་ལབ་ཀྱིན་མོ་གི་སུད་སི་ལ་ཡིག་རྒྱ་ཞུས་ཡོད་ན་དེ་འདྲའི་ཞུས་བ་ཡིན་ན་སུད་སི་གཞུང་གིས་མོ་ལ་ཡིག་རྒྱ་སྤྲད་ཀྱི་རེད་བས་དེ་གནད་དོན་གཅིག་རེད། དེ་འདྲ་ཡིན་པའི་ཆ་ནས་མ་མཐའ་ཡང་མོ་རང་གིས་དང་པོ་ཡིག་ཆ་ག་འདྲ་བྱས་ནས་ཞུས་ཡོད་བ། སུའི་སེ་ལ་ག་འདྲ་བྱས་ནས་སླེབས་ཡོད་བ། དེའི་བརྒྱུད་རིམ་དེ་ཚོ་དང་མ་མཐའ་ཡང་སོ་སོའི་ལོ་རྒྱུས་མ་བརྗེས་པའི་ཐོག་ནས་སོ་སོས་སོ་སོ་ལ་འགན་འཁུར་དགོས་བ་དེ་ཡང་གལ་ཆེན་པོ་ཅིག་རེད་དྲན་གྱི་ཡོད། མོ་རང་གིས་རང་དབང་ལུང་པ་ལ་ཡོད་བཞིན་དུ་དགྲ་བོ་རྒྱ་ནག་གི་ཕྱོགས་བཟུང་ནས་སྐད་ཆ་དེ་འདྲ་ཅིག་བཤད་བ་དེ་དངོས་གནས་ཀྱི་བློ་ཕམ་དགོས་བ་ཅིག་རེད། ཡིན་ན་ལས། བློ་ཕམ་དགོས་ཡག་གི་གནས་སྟངས་ཅིག་གི་ནང་ལོགས་ལ་མུན་ནག་ནང་གི་སྒྲོན་མེ་གི་འུར་ནང་བཞིན་སྦྱར་ཚོང་པ་གི་ངུ་ཟོག་དང་ངུ་སྐད་དང་མཉམ་དུ་སྦྱར་སྐྱིད་པ་གི་འབོ་ར་ཅིག་ཡང་དེ་ཁ་བསྟི་ལ་གོ་ཡ་ཡོད་རེད་ད་ཁ་ཚོང་དེ་རིང་དེ་ག་རེ་རེད་ལབ་ན། མོ་རང་གི་དེ་འདྲི་གི་སྐད་ཆ་ཐབས་སྐྱོ་བོ་ཅིག་བཤད་བ་དེ་ལ་ད་བཙན་བྱོལ་ནང་ལོགས་ནས་བོད་པ་མི་སྒེར་རེ་རེ་བཞིན་དུ་སོ་སོ་སྒེར་གྱི་སྤྱི་ཚོགས་དྲ་ལམ་བེད་སྤྱོད་གཏོང་བྱེད་ནས་མོ་རང་ལ་རྒྱ་མིའི་རྒྱུག་ཁྱི་རེད་ལ་ཡ་དང་རྒྱར་ཚོང་བ་རེད་ལ་ཡ་གི་སྐད་ཆ་ཅིག་བཤད་བྱས་ནས་མོ་རང་གི་སྐད་ཆ་དེ་ལ་ཐེན་གཏོང་དང་ངོ་རྒོལ་བྱེད་ཀྱི་ཡོད་རེད་དེ་འདྲས་ཀྱི་རྒྱལ་སྤྱིའི་གི་སྐད་ཆ་ཅིག་ཕྱོགས་མང་པོ་ནས་གོ་ཡ་ཡོད་བ་དེ་དགའ་འོས་བ་ཅིག་རེད། ངས་རྒྱུ་མཚན་ག་རེ་བྱས་ནས་བཤད་ཀྱི་ཡོད་ལབ་ན་འདས་པའི་ལོ་བཅུ་ཕྲག་གི་རིང་གང་ལ། མོ་རོང་དགྲ་བོ་རྒྱ་ནག་གི་ཕྱོགས་བཟུང་ནས་སྐད་ཆ་བཤད་ཉིན། རྒྱ་ནག་གི་ལས་རེམ་ལ་མཉམ་ཞུགས་བྱེད་ཉིན་དེ་འདྲའི་བོད་པ་གཅིག་རྗེས་གཉིས་མཐུད་དུ་བྱུང་ཡོད་རེད་དེ་དེ་སོགས་ལ་མོ་ལ་ཁ་བརྡའི་བྱ་བ་ནང་བཞིན་གྱི་ཅིག། ང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ནས་དོ་སྣང་དང། ངོ་རྒོལ་ཐེང་ཐུང་བྱས་ཡོད་མ་རེད། དེ་རིང་མོ་རོང་གི་སྐད་ཆ་དེ་འདྲ་ཅིག་བཤད་ཡིན་དུས་བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་ཕྱོགས་མང་པོ་ནས་གང་ལྟར་མོ་ལ་ངོ་རྒོལ་ཐེང་ཐུང་བྱས་ཡོང་བ་དེ་ཧ་ཅང་གི་དགའ་དགོས་ཡ་ཅིག་དང་དེ་ཧ་ཅང་གི་ཡག་པོ་ཅིག་ལ་ངས་ངོས་འཛིན་བྱེད་ཀྱི་ཡོད། དེ་བོད་པ་ཚོ་གིས་བོད་ཀྱི་རྩ་དོན་དང་བོད་ལ་འགན་འཁུར་བ་ཅིག་དེ་བོད་ཀྱི་རེ་བ་ཅིག་རེད་དེ་བོད་མིའི་ལས་འགན་རེད། མ་འོངས་པ་ཡིན་པ་ཡིན་ན་ལས་རྒྱ་མིའི་གི་རྒྱུགས་ཁྱི་བཟོ་རྒྱ་ནག་གི་དགོས་མཁོ་སྒྲུབ་ཉེས་ཚང་མ་ལ་འདི་འདྲ་གི་འཐེན་ཐོང་དང་ངོ་རྒོལ་བཟོ་དགོས་ཡ་དེ་ང་ཚོའི་འཐབ་རྩོད་སྲུང་སྐྱོབ་ཀྱི་ལས་འགན་རླབས་ཆེན་པོ་ཅིག་རེད། དེ་བོད་པ་མི་སྒེར་ཕན་ཚུན་ལ་དགའ་མི་དགའ་གི་གནས་ཚུལ་ཅིག་མ་རེད་ང་ཚོའི་རྩ་དོན་སྲུང་སྐྱོབ་ཀྱི།

བདེ་ཆེན་ཤར་ལ་ངོ་རྒོལ་ཐེར་འདོན་བཟང་ངན་གྱི་སྤུན་ཟླ་ཚོ་ལ་ངས་ག་རེ་ཞུས་ཉན་གྲོགས་སུ་ལབ་པ་ཡིན་ན། རྣམ་པ་ཚོ་གིས་མོ་རང་ལ་དེ་འདྲའི་གི་ངོ་རྒོལ་ཐེར་འདོན་བྱས་པ་དེ། མི་རིགས་གཅིག་གི་ལས་འགན་རླབས་ཆེན་གྱི་སྒྲུབ་གི་ཡོད་རེད། ང་ཚོ་གིས་རྒྱལ་ཚོང་བ་ལ་ངོ་རྒོལ་ཐེར་འདོན་བྱེད་པའི་སྐབས་ལ་ང་ཚོ་གིས་སྐད་ཆ་དྲང་པོ་བཤད་དགོས་ཡ་དང། ཕྱོགས་ཡོངས་ནས་ཤེས་དགོས་ཡ་དང། ཕྱོགས་ཡོངས་ལ་བལྟ་དགོས་ཡ་དེ་ཧ་ལས་པའི་གི་གེ་ཆེན་པོ་རེད་དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ཉེ་བའི་ལོ་ཁ་ཤས་ཀྱི་ནང་ལོགས་ལ་རྒྱ་མིའི་རྒྱུག་ཁྱི་དང་རྒྱ་མིའི་ཕྱོགས་བཟང་ནས་སྐད་ཆ་བཤད་མཁན་དེ་མོ་གཅིག་པུ་མ་རེད། དེ་ཡང་ང་ཚོ་གིས་མ་བརྗེད་པ་དགོས་ཡ། ངོ་ཤེས་དགོས་ཡ། མི་སུ་དང་སུ་ཡིན་པ་དེ་མ་མཐའ་ཡང་ལོ་རྒྱུས་ཀྱི་ནང་ལོགས་ལ་གནས་ཡག་གི་ཆེད་དུ་མིང་པོ་དགོས་ཡ་དེ་སྐད་ཆེན་པོ་ཞེ་བོ་རེད། དཔེ་ཆ་བཞག་པ་ཡིན་ན་ཨོ་སི་ཁྲུ་ལི་ཡ་ལ་གནས་སྡོད་དཔལ་འབྱོར་ཚེ་རིང་ཟེར་ཡ་དེ་གི་རྒྱ་བོད་མཛའ་འབྲེལ་ཚོགས་པ། ལབ་གི་ཡོད་ན་འདྲ། བོད་རིགས་ཚོགས་པ་ལབ་གི་ཡོད་ན་འདྲ་དེ་འདྲ་གི་ཚོགས་པ་བཙུགས་ཀྱི་ནས་ཆེད་མངགས་གང་ལྟར་དགྲ་བོ་རྒྱ་ནག་དང་མཉམ་དུ་ལག་པ་སྟོང་ནས་ལས་ཀ་མང་པོ་ཅིག་བྱེད་གི་ཡོད་བ་དེ་སྤྱི་ཚོགས་དྲ་ལམ་ཁག་ལ་ཡོངས་གྲགས་ཆགས་ཡོད་རེད། དེ་བས་ན་དབྱིན་སྲིད་སྐྱོང་སྤེན་པ་ཚེ་རིང་གིས་ད་ལྟ་བོུ་དེ་རྒྱ་ནག་གི་ཆ་ཤས་ཆགས་ཏེ་ཡོད་རེད་ལ་ཡ་གི་སྐད་ཆ་བཤད་པ་རེད། དེ་བས་ན་དབྱིན་བོུ་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ར་བ་གི་ནང་ལོགས་ལ་ཤར་ཕྱོགས་ཁུག་རྟ་གས་དགྲ་བོ་རྒྱ་ནག་ལ་དགྲ་བོ་ལབ་ཆོག་གི་མ་རེད་ཟེར་ཡག་དང། དེ་ནས་དོན་གྲུབ་བཀྲ་ཤིས་ཟེར་ཡག་གི་སྤྱི་འཐུས་དེ་གས་གྲོས་ཚོགས་ཀྱི་ནང་ལོགས་ལ་རྒྱ་ནག་གིས་བོུ་ནང་ལོགས་ལ་བོུ་གི་སྐད་ཡིག་སྲུང་སྐྱོབ་དམ་པོར་བྱེད་ཆེད་ནས་དབུ་མའི་ལམ་ལག་ལེན་ལ་བསྟར་གྱི་ཡོད་རེད་ཟེར་ཡག། དེ་ནས་སྤྱི་འཐུས་སྒྲོལ་མ་ཚེ་རིང་གིས་བོད་རྒྱ་ལོ་ལམ་ན་འགྲིག་གི་མ་རེད་མདོག་མདོག་གི་སྐད་ཆ་གྲོས་ཚོགས་ནང་བཤད་བ་ལ་སོགས་པ། གྲོས་ཚོགས་ནང་ལོགས་ལ་བོད་ཀྱི་རྩ་དོན་འཐབ་རྩོད་ལ་གནོད་ཚབས་ཆེན་པོ་དང། དགྲ་བོ་རྒྱ་ནག་ལ་དགོས་ཡག་གི་སྐད་ཆ་ཚོར་བོ་མུ་མཐུད་ནས་བཤད་ཡོད་རེད་དེ་རྒྱར་སོང་བ་གི་སྐད་ཆ་དེ་ཚོ་གྲོས་ཚོགས་ཀྱི་དེབ་ཐེར་ནས་ཕྱིར་འཐེན་བྱས་ཡོད་མ་རེད། དེ་འདྲའི་བྱེད་ཀྱིས་ནི་ནག་ཚོགས་ཀྱི་མཐོ་ས་ཆེ་ས་ཀྱི་འགོ་ཁྲིད་ཚོ་གིས་གོམ་པ་རེ་རེ་བཞིན་དུ་རྒྱ་མིའི་ངོ་སྲུང་ཡག་གི་ཆེད་དུ་བོད་ཀྱི་འཐབ་རྩོད་ཉམས་རྒུད་དང་རྩ་མེད་གཏོང་ཡག་གི་ལས་རན་སྤེལ་ཡོད་རེད། དེ་ཡང་ང་ཚོས་ཤེས་དགོས་ཡག། དྲན་དགོས་ཏེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་སོགས་ལ་ཡང་ཐེར་འདོན་དགོས་ཀྱི་ཡོད་རེད། དེ་ག་ནང་བཞིན་བོད་ནང་ལོགས་ལ་རང་ལུས་མེར་སྲེག་གི་མི་ཁྱོད་མ་བསྐངས་པའི་སྐབས་ལ། རྒྱ་ནག་འཐབ་ཕྱོགས་གཅིག་གྱུར་ཁང་གིས་འགྲོ་སོང་གཏོང་བའི་གི་གོ་རེ་གི་འོག་ནས་བོད་ནང་ལོགས་ལ་ལྟ་སྐོར་འགྲོ་ཉིན་ཨ་རི་ལ་གནས་སྡོད་རྩོམ་པ་པོ་པད་མ་འབུམ་ཟེར་ཡ་དང། དེ་ནས་རྩོམ་པ་པོ་དགེ་འདུན་རབ་གསར་ཟེར་ཡ་དང་སྨན་པ་གཡུང་འབུམ་རྒྱལ་ཟེར་ཡ་དང་དེ་ནས་ཁེ་ན་ར་ལ་གནས་སྡོད་གཞས་པ་ཨ་མཆོག་མགོན་པོ་དོན་གྲུབ་ཟེར་ཡག་ལགས་སོགས་པ་ཁོ་རང་ཚོ་གི་རུ་ཁག་དེ་ཚོ་བོད་ལ་སོང་བ་གི་བརྙན་དང་པར་དེ་ཚོ་སྤྱི་ཚོགས་དྲ་ལམ་ཁག་ལ་དོང་ཡོད་རེད་ལོ་ཁ་ཤས་ཀྱི་གོང་ལ། དེ་སྔ་ནང་བཞིན་ཨ་རི་ལ་གནས་སྡོད་བོད་པ་གཞོན་སྐྱེས་བསྟན་འཛིན་བདེ་སྐྱིད་ཟེར་ཡག་དེ་གས། རྒྱ་གར་ལྷོ་ཕྱོགས་མོམ་པེའི་རྒྱ་ནག་གི་དོང་ཕྱུགས་ཀྱི་ཀོང་ཡིན་འདུ་འཛོམས་ཅིག་ལ་མོ་རང་སྐུ་མགྲོན་ལ་སོང་བ་མ་ཟད། རྒྱ་ནག་གི་དོང་ཕྱུགས་དེ་ལ་སྤྱི་ཚོགས་དྲ་ལམ་ཁག་ལ། ཧ་ལེ་བི་ཀི་ཏོ་པ་ཚེ་མཐོན་པོ་གཏོང་བི་ཀི་གནས་ཚུལ་ཆགས་ཡོད་རེད། དེ་ཚོ་ཡང་ང་ཚོས་ཧ་གོ་གི་ཡོད་རེད། དེ་ཚོ་ཡང་གླེང་དགོས་ཀྱི་ཡོད་རེད། དེ་ག་ནང་བཞིན་སུའུ་ཏན་ནས་བོད་པ་རྡོ་རྗེ་རྒྱ་མཚན་ཟེར་ཡ་དེ་གིས

ཨ་ནེ་ཆོས་དབྱིངས་སྒྲོལ་མ་ལ་སོགས་པ། བལ་ཡུལ་དང་ཨ་རི་ལ་སོགས་པ་ནས་རྒྱ་ནག་གཞུང་ཚབ་ཀྱི་ལོ་སར་གྱི་སྐུ་མགྲོན་ལ་འགྲོ་ཉེན་ལོ་རེ་བཞིན་དུ་མང་རུ་འགྲོ་གི་ཡོད་བ་གི་གནས་ཚུལ་ཡང་ཐོན་ཡོད་རེད། དེ་ནས་ད་ལོ་ན་ནིང་ཨ་རི་དང་ཨོ་སི་ཁྲུ་ལི་ཡ། ནི། རྒྱ་ནག་འཐབ་ཕྱོགས་གཅིག་གྱུར་ཁང་གི་གོ་རིམ་སྣེ་ལེན་བཟོ་ས་ཀྱི་བོད་པ་ཁག་ཅིག་རུ་ཁག་ཅིག་བྱས་ནས་བོད་ནང་ལོགས་ལ་ལྟ་སྐོར་གྱི་མིང་ཐོག་གིས་སོང་བ་ཀྱི་གནས་ཚུལ་ཡང། གནས་ཚུལ་ལབ་ན་བརྙན་དང་ད་པར་དེ་འདྲ་སྤྱི་ཚོགས་དྲ་ལམ་ཁག་ལ་མཐོང་ཡོད་རེད། ད་དེ་འདྲ་གི་གོང་ལ་ངས་གང་ལྟར་རུ་ཁག་གི་ངོ་བོ་གི་ཐོག་ནས་མི་སྒེར་གི་ངོ་བོ་གི་ཐོག་ནས་རྒྱ་ནག་གི་ལས་རིམ་བྱེ་བྲག་པ་ལ་མཉམ་ཞུགས་བྱེད་པའི་ཀྱི་བོད་པ་ཁག་ཅིག་ངས་མིང་འབོད་ཞུས་ཡོད།

རང་གི་རྒྱལ་ཁབ་བོད་ལ་དམ་ཚིག་ལག་ཆ་མ་སོང་བ། ཤེས་བཞིན་དུ་དགྲ་བོ་རྒྱ་ནག་གི་དགོས་མཁོ་དང་ལས་དོན་ལ་མཉམ་ཞུགས་བྱེད་པ་དེ་གསལ་པོ་རེད། དེ་འདྲའི་རེད་འདུག་དང་མི་འདུག་ང་ཚོ་བོད་པ་མི་སྒེར་རེ་རེ་དང་བོད་པའི་སྤྱི་ཚོགས་དང་ཚང་མ་གིས་སོ་སོའི་བྲང་ལ་ལག་པ་བཞག་ནས་ལ་དྭགས་བ་གི་ཐོག་ནས་སྐད་ཆ་དྲང་པོ་བཤད་དགོས་ཡ་ངོས་འཛིན་དྲང་པོ་དགོས་ཡ་དེ་གལ་ཆེན་པོ་ཞེ་བོ་རེད། དེ་སོགས་ཀྱི་ལས་དོན་བྱེད་རབས་པ་དེ་དང་དེ་རྒྱར་ཚོང་པ་གིས་བྱ་རྒྱུ་ཆགས་ཀྱི་འདུག་དང་མི་འདུག། དེ་ངས་དྲི་བ་གི་ཐོག་ནས་བཤད་ཀྱི་ཡོད། དེ་མི་སྒེར་རེ་རེ་གིས་བསམ་བློ་གཏོང་དགོས་ཀྱི་རེད། ད་དུང་ཡང་ཁོང་ཚོ་ནང་བཞིན། བོད་པ་སུ་དང་སུ་ཡོད་རེད་སྡེ་ཁག་སུ་དང་སུ་ཡོད་རེད་ངས་ད་ལྟ་འདི་ནང་ལ་ལ་མ་གླེང་བ་ངས་ཧ་མ་གོ་བ་སུ་དང་སུ་ཡོད་བ་དེ་ཡང་ངས་དྲི་བ་བཏང་གི་ཡོད། དེ་འདྲ་ཡིན་པའི་ཆ་ནས་ལས་འབྲས་དང་མི་གཤིས་དཔང་པོལ་གྱི་ཐོག་ནས་ལྟ་གོང་ལ་ངས་མིང་པོ་བྱས་བ་གིས་ཁོང་ཚོ་ནང་བཞིན་བདེན་དཔང་ཕུལ་བ་དེ་འདྲའི་རྒྱ་མིས་ཀྱི་ལས་རིམ་བྱེད་རག་པ་ལ་མཉམ་ཞུགས་བྱེད་པ་དེ་འདྲའི་ཡོད་ན་ཐེར་འདོན་དགོས་ཀྱི་ཡོད་རེད། ངོ་རྒོལ་བྱེད་དགོས་ཀྱི་ཡོད་རེད་དེ་སོགས་ལ་ངོ་རྒོལ་ཐེར་འདོན་དགོས་ཡག་དེ་ང་ཚོའི་འཐབ་རྩོད་དང་རྩ་དོན་སྲུང་སྐྱོབ་བྱེད་ཡག་གི་ལས་དོན་གལ་ཆེན་པོ་ཞིག་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ངས་བརྙན་གྱི་འོག་ལ་རྣམ་པ་ཚོ་གི་མཆན་བཞག་གི་ཡོད་ན་འདྲ་སོ་སོ་སྒེར་གྱི་སྤྱི་ཚོགས་དྲ་ལམ་ཁག་ལ་རྩོམ་བྲིས་ཀྱི་ཡོད་ན་འདྲ་སྐད་ཆ་བཤད་ཀྱི་ཡོད་ན་འདྲ་གང་ལྟར་དེ་འདྲའི་སོ་སོ་གི་ངོ་ཤེས་པ་གི། ཐོག་ནས། རྒྱ་ནག་གི་དགུན་འགོ་སྒྲུབ་བདེ་ཉིན་དེ་འདྲའི་ཡོལ་བ་ཡིན་ན་དེ་ཚོ་མིང་འབུག་བྱེད་དགོས་ཡ་འཐེན་འཐོང་བྱེད་དགོས་ཡ་སྟེ། མ་མཐའ་ཡང། དེའི་རེག་དེ་མ་འོངས་པར་མི་ཡོང་ཡག་གི་ཆེད་དུ་འགོག་སྡོམ་བྱེད་ཡག་གི་ཆེད་དུ་གལ་ཆེན་པོ་ཆགས་ཀྱི་ཡོད་རེད། གོང་ལ་ངས་མིང་འབུག་བྱེད་བའི་གི་མི་དེ་ཚོ་ནམ་བཞག་རྒྱུ་དུ་རྒྱ་ནག་གི་རྒྱུག་ཁྱི་བྱེད་ཀྱི་ཡོད་རེད་རྒྱ་མིའི་སོ་ཧ་ཉུལ་མ་བྱེད་ཀྱི་ཡོད་རེད་ལ་ཡག་གི་ང་ལ་དཔང་རྟགས་གང་ཡང་མེད། ཡིན་ན་ལས་ཁུངས་ཀྱི་ལས་དོན་ཁག་ལ་མཉམ་ཞུགས་བྱས་པ་དེས། སྤྱི་ཚོགས་ནང་ལོགས་ལ་ཡོངས་བསྒྲགས་ཆ་ཚང་བ་ཆགས་ཡོད་དུས། གོང་གི་ལས་དོན་ཁག་ལ་མཉམ་ཞུགས་བྱས་པ་དེ་ཚོ་དགྲ་བོ་རྒྱ་ནག་གཞུང་གི་ལས་རིམ་ལ་མཉམ་ཞུགས་བྱས་པ་གསལ་པོ་ཡིན་པའི་རྒྱུ་མཚན་གྱིས། དེ་འབྲེལ་གྱི་དགྲ་བོ་རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི་གི་ལས་རིམ་དེ་དང་དེ་ལ་མཉམ་ཞུགས་བྱས་པའི་རྒྱུ་མཚན་གྱི་ཐོག་ནས་བྱ་སྤྱོད་དེ་དང་དེ་སྦྱར་ཚོང་བ་གི་བྱ་སྤྱོད་རང་རེས་ངས་གསལ་པོ་བྱས་ནས་ལག་ཡང་འདོགས་པ་བྱུང་སོང། དེ་འདྲ་ཡིན་པའི་རྒྱུ་མཚན་གྱི་ཁྱེད་རང་ཚོ་གི་སྦྱར་ཚོང་བ་གི་བྱ་སྤྱོད་དེ་དང་དེ་ལ་ངས་མཐའ་གཅིག་ཏུ་ངོ་རྒོལ་ཡོད་དེ་ལབ་ཀྱི་ཡོད།

དེ་ཡང་དགྲ་བོ་རྒྱ་ནག་གི་ཆབ་སྲིད་ཀྱི་མཐའ་སྙིང་དང་ཆབ་སྲིད་ཀྱི་དགོས་མཁོ། ཕྱི་སྡུག་བོགས་མི་ལག་ཡ་དང། ཕྱི་སྡུག་ཡུལ་གྱར་བ་ལག་ཡ་དང་དེ་འདྲས་ཀྱི་མེན་ཁྱི་ནས་ཕྱི་ལ་བདེ་གཉེན་གྱི་བོད་པ་སྤྱི་ཡོངས་ཀྱི་མེན་ཞིག་ཁྱི་བྱས་ནས། འགྲོ་གཉེན་དེ་ཚོ། བརྒྱུད་ལམ་གྱི་ཐོག་ནས་ངོ་བོ་གྱི་ཐོག་ནས་རྣམ་པ་གྱི་ཐོག་ནས་དགྲ་བོ་རྒྱ་ནག་གི་དགོས་མཁོ་ཇེ་དྲག་པ་དངོས་སུ་སྐོང་བ། ཆགས་ཡོད་པའི་ཆ་ནས། དེ་སོགས་ལ་ངོ་རྒོལ་ཡོད་ལ། དེ་སུའི་གྲས་དེ་མ་འོངས་པ་ཡིན་ན་ལས་དགྲ་བོ་རྒྱ་ནག་གི་ཏན་ཏན་བོད་པའི་འཐབ་རྩོད་ལ་གནོད་སྐྱེལ་ཡག་གི་ཆེད་དུ་བེད་སྤྱོད་ལོག་པ་ལ་གཏོང་གསལ་བ་རེད་གཏང་གི་རེད། དེ་འདྲ་ཡིན་པའི་ཆ་ནས་ལས་རིམ་དེ་འདྲ་དགྲ་བོ་གི་ནོར་ལོག་ལ་མ་ཚུད་པ་བྱེད་དགོས་ཡ་དེ་སྤྱི་ཡི་རྩ་དོན་འཐབ་རྩོད་སྒེར་གི་མི་གཤིས་དང་ཁྲིའི་ངོ་ཚ་དང་གླེ་ལ་རྒྱ་ཕ་ཚེ་བུ་རབས་ལ་མིང་རྗེས་ག་འདྲ་ཅིག་ཡོང་གི་ཡོད་བ་དེ་རྩིས་མ་ནོར་བའི་ཐོག་ནས་ལས་རིམ་དེ་འདྲ་འདྲ་བོ་གི་ནང་ལ་མ་ཚུད་པ་དགོས་ཡ་དེ་གཟབ་སྦྲོང་བྱེད་དགོས་ཡ་དེ་ལྟ་ང་ཚོ་མི་ཚེ་རིང་ཐུང་དང་འབྲེལ་བ་ཡོད་དེ་ཅི་ཅིག་ཆགས་ཀྱི་ཡོད་རེད་དེ་ངས་དྲན་སྐུལ་ཞུ་གི་ཡོད། བོད་པ་ཅིག་ཡིན་པའི་ཆ་ནས་སྒེར་གྱི་ལ་རྒྱ་དང་ངོ་ཚ་མ་སོང་བ་ཡིན་ན། རྒྱ་ནག་གི་སྐུ་མགྲོན་ལ། མགྲོན་པོ་བྱེད་བ་ཡིན་ན་འགྲོ་ཆོས་ཡག་དེ་མི་སྒེར་གྱི་རང་དབང་ཡིན་ལབ་སྲིད་ཀྱི་རེད་ལམ་ལྡོག་ཁ་བོ་རེད། ཡིན་ན་ལས་བོད་རང་བཙན་སླར་གསོ་མ་བྱུང་བར་དུ། བོད་དང་རྒྱ་ནག་བར་ལ་དགྲ་དང་རང་ཕྱོགས་བར་གྱི་འཐབ་རྩོད་ཅིག་ལྷག་ཡོད་པའི་རྒྱུ་མཚན་གྱིས། བོད་ཀྱི་རྩ་དོན་དང་འབྲེལ་བྱས་ནས་བོད་པ་གྱི་མེ་འཁྱིལ་ནས་རྒྱ་ནག་གི་ཕྱོགས་བཟུང་ནས་རྒྱ་ནག་གི་སྐུ་མགྲོན་ལ་འགྲོ་ཡག་དང། རྒྱ་ནག་གི་ཕྱོགས་བཟུང་ནས་སྐད་ཆ་བཤད་ཡག་གི་འཐོབ་ཐོང་དེ་བོད་པ་ཐོབ་མིན་སུ་གང་ལའང་ཡོད་མ་རེད། དེ་བོད་ཀྱི་རྩ་དོན་རེད། དེ་ནས་དེ་རིང་གི་གནད་དོན་འདི་དང་ཐད་ཀར་འབྲེལ་བ་ཡོད་པ་དེ་སུད་སི་ལ་གནས་སྡོད་བདེ་ཆེན་ཤག་ཟེར་བ་དེ་གས་ད་ལྟ་བར་དུ་བོད་ཀྱི་སྔགས་དབྱངས་ལ་ལྐོག་གྱུར་ནས་ལས་དོན་རླབས་ཆེན་སྒྲོ་བའི་བ་ལྟར་མོ་རང་གི་སྙིང་ནང་ལོགས་ལ་གཤེགས་ཀྱི་འདུག་མོ་རང་སྐེ་རགས་ཆེན་པོ་བཞི་བ་ཡིན་པ། ང་འདྲ་བོ་ཞིག་ན་ད་ཁ་སང་མོ་རང་རྒྱ་ནག་གི་ཚོང་དུ་ལ་འགྲོ་འབོད་བྱས་ནས་སོང་ཕྱིན་ནས་དེའི་རྙོག་གླེང་དང་འབྲེལ་བའི་ཐོག་ནས་མོ་རང་ཧ་གོ་སོང་མ་གཏོགས་དེའི་སྔོན་ལ་མོ་རང་སུ་ཡིན་པ་དང། ག་རེ་ལ་དགོས་རུང་མོ་སྐེ་རགས་ཡོད་བ་དེ་འདྲ་ཡང་གས་ཧ་གོ་གི་མེད་སྟབས་མོ་ལ་སྐེ་རགས་ཡོད་དམ་མེད་དེ་མོ་སྒེར་གྱི་གནས་ཚུལ་ཅིག་རེད། གཅིག་ནས། གཉིས་ནས་བོད་པ་མི་གཅིག་ལ་ཡིན་པ་ཡིན་ན་ལས་ལས་དོན་ཡག་པོ་ཅིག་བྱེད་ཆེད་ནས། བུ་གཅིག་གི་མགོ་གནམ་ཆོས་ལྕགས་ཡག་གི་སྐད་གྲགས་ཅིག་ཡོད་པ་ཡིན་ན་དེ་ང་སོགས་ལ་གོ་གི་ཡོད་རེད། དགའ་བསུ་བྱེད་དགོས་པ་རེད་ཡིན་ན་ལས་ངའི་ངོས་ནས་དེ་འདྲ་གང་ཡང་ཤེས་རྟོགས་མེད་མོ་རང་དང་འབྲི་བའི་ཐོག་ནས། ཡིན་ན་ལས། དངོས་གནས་ཚུལ་གྱི་ཐོག་ནས་མོ་རང་དང་མོ་རང་ཙམ་མ་ཡིན་པ། ངས་ཁོང་ལ་མིང་པོ་བྱས་པའི་གི་བོད་པ་དེ་ཚོ་ཚང་མ། སྡེ་ཁག་དེ་ཚོ་ཚང་མ། ཡང་མིན་ན་བོད་ཀྱི་ཆབ་སྲིད་བཙོང་པ་གི་མིང་གི་ཐོག་ནས། ཡང་མིན་ན་བོད་ཀྱི་གླུ་གཞས་དང་བོད་ཀྱི་རྩོམ་རིག་དང། དེ་འདྲས་གི་གནད་དོན་དང་འབྲེལ་བའི་ཐོག་ནས་མདོར་བསྡུས་ན་ངས་ཁོང་ལ་མིང་པོ་བྱེད་ཕྱོགས་གི་བོད་པ་ཁྱེད་རང་ཚོ་གི་ཚོ་ལ་ད་ལྟ་བར་དུ་ཁེ་ཕན་གང་རག་ཡོད་བ་དེ་ཚོ། བོད་ཀྱི་རིག་གཞུང་དང་བོད་ཀྱི་རྩ་དོན་འཐབ་རྩོད་ཀྱི་བཀའ་དྲིན་ལ་བརྟེན་ནས་ཁྱེད་རང་ཚོ་ལ་ཁེ་ཕན་དེ་དང་དེ། ར་བ་ཤ་སྟག་མ་རེད་བས་ངས་དེ་ཞུ་གི་ཡོད། དེ་འདྲའི་ཁྱེད་རང་ཚོ་ལ་ད་ལྟ་བར་དུ་ལས་ཀ་གི་ངོ་བོ་གི་ཐོག་ནས་ཡིན་ན་འདྲ། ཡིག་སྐྱག་གི་ངོ་བོ་གི་ཐོག་ནས་ཡིན་ན་འདྲ། སྡིངས་ཆགས་ཀྱི་ངོ་བོ་གི་ཐོག་ནས་ཡིན་ན་འདྲ། གངས་དང་གངས་ར་བ་དེ། མདོར་བསྡུས་ན་བོད་ཀྱི་རིག་གཞུང་དང་བོད་ཀྱི་འཐབ་རྩོད་དང། དེ་འབྲེལ་གྱི་མིང་དང་འབྲི་བའི་ཐོག་ནས་ར་བ་ཤ་སྟག་ཆགས་བསྡད་ཀྱི་ཡོད་རེད་དེ་ཁུངས་སྐྱེལ་བྱེད་ཡག་ཡོད་ཀྱི་གནས་ཚུལ་ཅིག་རེད་དེ་ལོ་རྒྱུས་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ཁྱེད་རང་ཚོ་སྒེར་ལ་བོད་དང་འབྲི་བའི་གི་ཁེ་ཕན། བོད་ཀྱི་རིག་གཞུང་དང་འབྲི་བའི་གི་ཁེ་ཕན། བོད་ཀྱི་འཐབ་རྩོད་དང་འབྲི་བའི་ཁེ་ཕན་ར་བ་དེ་ཚོ་ལ་བསམ་བློ་གཏོང་བ་ཡིན་ན་ལས་དེ་བས་ཀྱི་ཁྱེད་རང་ཚོ་གིས་བོད་ལ་ཁྲིར་མེད་བྱས་པ་ཡིན་ན་འགྲིག་གི་རེད་བས་ངས་དེ་དྲི་བ་བཏང་གི་ཡོད། ངས་གོང་ལ་བཤད་པ་ནང་བཞིན། སྦྱར་ཚོང་བ་ལ་ནག་ཚོགས་ཀྱིས་ཐེར་འདོན་ངོ་རྒོལ་བྱེད་པའི་སྐབས་ལ་སྐད་ཆ་དྲང་པོ་བཤད་བྱས་ནས་སྦྱར་ཚོང་བ་ཚང་མ་ལ་ཐེར་འདོན་ངོ་རྒོལ་གཅིག་མཚུངས་བཟོ་དགོས་ཡ་དེ། ཡ་རབས་བཟང་སྐྱུག་ཆགས་ཀྱི་ཡོད་རེད་རྡོག་རྩ་ཆིག་སྒྲིལ་ལ་དེ་ཕན་ཐོག་ཡོད་བ་ཅི་རེད། ངོས་འཛིན་མ་འདོར་བ་གཅིག་པ་དགོས་ཡ་དེ། མི་ཞིག་གི་རེ་སྣང་གི་ཆ་ནས། འདི་འབའ་གཙུག་ཏུ་བཀུར་སྟངས་ཅི་རེད། ངས་གོང་ལ་བོད་པ་མི་སྒེར་དང་སྡེ་ཁག་བྱེ་བྲག་པ་མིང་སྟོང་བྱེ་བ་དེ་སོགས་ཀྱི་ནང་ལོགས་ནས་ད་ད་ལྟ་མངོན་གསལ་དོད་ཤོས་དང་མི་མང་གིས་བདག་སྤྲོ་བྱེད་ཅེས་བྱས་ནས་ངོ་རྒོལ་ཐེར་འདོན་ཆེ་ཤོས་བྱས་པ་དེ་བདེ་ཆེན་ཤག་གི་སྐད་ཆ་དེ་ཡིན་པ་ཡིན་ན་ལས། བདེ་ཆེན་ཤག་ཙམ་མ་ཡིན་པར་གོང་ལ་མིང་སྤོ་བྱེད་ཕྱོགས་ཀྱི་མི་སྒེར་རེ་རེ་ནས་ཁྱེད་རང་ཚོ་རུ་ཁག་རེ་རེ་ནས། ཁྱེད་ཚོ་ཚང་མ་གིས་གང་ལྟར་རྒྱ་ནག་དང་མཉམ་དུ་ལས་རེམ་བྱེད་རག་པ་གི་ཆེད་དུ་ལག་པ་སྟོང་ཡིག་གི་ལོ་རྒྱུས་དེ། བོད་མིའི་སེམས་པ་ན་ཡོད་བ་ནང་བཞིན་བློ་ཕམ་ཡོད་བ་ནང་བཞིན་བོད་མིའི་སེམས་པ་གི་ནང་ལོག་དང་ལོ་རྒྱུས་གི་ནང་ལོག་ལ་མུ་མཐུད་ནས་གནས་གི་རེད་ཁྱེད་རང་ཚོ་གི་ག་སྲིད་ཚོགས་མ་མ་བཟོས་ན། ག་སྲིད་ཁྱེད་རང་ཚོ་གི་དེ་འདྲེ་གི་ནང་འཁྲུལ་ཤོར་བ་དེ་ནང་འཁྲུལ་བཟོས་བ་དེ་ནང་འཁྲུལ་ཤོར་གི་ཡོད་ན་འདྲ་ནང་འཁྲུལ་བཟོ་གི་ཡོད་ན་འདྲ་དགྲ་བོ་རྒྱ་ནག་དང་མཉམ་དུ་ལག་འབྲེལ་བྱེད་བའི་གི་ནང་འཁྲུལ། བྱེད་རགས་པ་དེ་དང་དེ་གཙང་མ་བཟོ་དགོས་ཀྱི་ཡོད་ན་བཟོ་བསམ་གྱི་ཡོད་ན། ང་རྒྱ་མི་རྒྱུག་ཁྱི་མིན་ལབ་བ་ཙམ་གྱིས་འགྲིག་གི་ཡོད་མ་རེད། ཁྱེད་རང་ཚོ་གིས་རྒྱ་མི་དང་མཉམ་དུ་ལས་དོན་བྱེད་རགས་པ་གྱི་ཐོག་ལ་ལག་པ་གཏོང་བྱས་ནས་ནོར་འཁྲུལ་ཤོར་བ་དང་ནོར་འཁྲུལ་བཟོས་བ་དེ་གཙང་མ་བཟོ་དགོས་ཀྱི་ཡོད་ན་སོ་སོའི་རྒྱར་ཚོང་བ་གིས་ལས་དོན་གང་དང་གང་ལ་ཞུགས་པ་དེ་ནོར་འཁྲུལ་ཡིན་པ་ཡོངས་གྲགས་ལ་ཕྱི་གསལ་ནང་གསལ་གྱིས་ངོས་ལེན་བྱས་པའི་ཐོག་ནས། རྒྱ་ནག་གི་བོད་ཀྱི་ཐོག་ལ་བཙན་འབྱོར་དམར་གསོད་དྲག་གནོན། གདུག་རྩུབ་ཆེ་བི་ཀའི་བདེན་དོན་དེ་རྒྱལ་སྤྱིའི་ཐོག་ལ་གསལ་པོ་བྱས་ནས་ཤེས་ཕོ་བ་དྲོད་ཕོ་བ་ཞིག་བྱས་པ་ཡིན་ན་གསལ་པོ་བྱས་ནས་དེའི་བདེན་དོན་དེ་ར་སྤྲོད་བྱས་པ་ཡིན་ན། དེའི་ཕྱིར་རང་ཚོ་སོ་སོ་སོ་སོ་རྒྱལ་སྲུང་བ་དང་རྒྱ་མི་རྒྱུག་ཁྱི་མིན་པ་དེ་གསལ་པོ་ར་སྤྲོད་བྱེད་ཐུབ་གི་ཡོད་རེད་གསལ་སྟོང་བཟོ་ཐུབ་གི་ཡོད་རེད། ང་རང་གི་ངོས་ནས་ཡིན་པ་ཡིན་ན་ལས་དེ་རིང་བརྙན་འདི་བརྒྱུད་ནས་ཁྱེད་རང་ཚོ་ལ་དེ་ག་རང་རེད་བ། རྒྱག་གི་ཡོད། ག་རེ་གྱི་ལམ་ནས་ང་ཚོ་ཚང་མ་བོད་པ་རེད་བོད་པ་ཉུང་ཉུང་གྱི་མ་གཏོགས་ཡོད་མ་རེད། ང་ཚོ་ཚང་མ་གི་མི་སྒེར་དེ་བོད་རེད་དེ་དགྲ་བོ་རྒྱ་ནག་གི་བཙན་འཛུལ་བཙན་བཟུང་བྱས་ནས་བསྡད་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་ཚང་མ་ཐུན་མོང་གི་ལས་དབང་ལག་པས་ཡོད་ན་འདྲ་ཐུན་མོང་གི་མདུན་ལམ་དང་འགན་འཁྲི་དེ་གཅིག་པ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་བོད་པ་མི་རེ་རེ་ཡིན་པ་ཡིན་ན་ལས། བོད་དང་རྒྱ་བྱས་ན་བོད་ཀྱི་ཕྱོགས་ལ་ལོངས་དགོས་དང་བོད་ཀྱི་ཕྱོགས་བཟང་དགོས་དེ་ང་ཚོ་མི་སྒེར་རེ་རེ་གིས་རིན་ཐང་ཆགས་བསྡད་དགོས་རེད་ལས་འགན་ཆགས་བསྡད་དགོས་རེད། དེ་འདྲ་བྱས་ནས་ཁྱེད་རང་ཚོ་གིས་ནོར་འཁྲུལ་ག་རེ་དང་ག་རེ་བྱས་པ་དེ་རྒྱ་ནག་དང་འབྲེལ་བའི་ཐོག་ལ་བོད་ལ་ལག་མ་བརྡ་བ་བྱས་པ་དེ། ཡོངས་གྲགས་ཀྱི་ཐོག་ནས་ཕྱིར་འདྲེན་བྱེད་བྱས་ནས། རྒྱ་ནག་གི་བོད་ཀྱི་ཐོག་ལ་གདུག་རྩུབ་བཙན་གནོང་བཙན་འཛུལ་བྱེད་རིགས་ཀྱི་ལོ་རྒྱུས་དེ་གསལ་པོ་གཅིག་མ་བཟོས་པས་ཡིན་ན། ཁྱེད་རང་ཚོ་གི་བུ་སྐྱེས་ལ་ལག་མི་བརྡ་བ་མ་ཟད་སོ་སོ་གི་ཕ་མེས་དང་བུ་རབས་ཚ་རྒྱུད་ལ་ཡང་ལག་མ་བརྡ་བ་ཆགས་ཀྱི་ཡོད་རེད་ག་རེ་བྱས་ནས་ལབ་ན། ཁྱེད་ཚོ་ཚང་མ་བོད་པ་རེད། བོད་དང་བོད་མི་གི་དགྲ་བོ་དེ་རྒྱ་ནག་རེད། དེ་ང་ཚོ་ཐུན་མོང་གི་དགྲ་བོ་རེད། ཨ་ནི་ལྷག་པར་དུ་ཕྱིར་འོང་ཚུལ་འོང་གི་ཁ་ཅིག་དེ་སྔོན་གཏམ་རྫིག་པོ་དང། རི་མཐོང་ཅན་གྱི་རྩོམ་ཡིག་བྲི་སྙུག་སྙན་དང་ཤེས་སྙུག་སྙན་གྱི་རེ་བ་རྒྱག་ས་དེ་འདྲ་རེད། ང་རང་འདྲ་བོ་ཅིག་ཡིན་ན་ཕྱིར་འོང་ཚུལ་འོང་ལོག་ལ་རེ་བ་རྒྱག་ས་གི་མི་དེ་འདྲ་ཡོད། རེ་བ་རྒྱག་ལབ་དུས་ཙམ་པ་ལ་ང་མི་སྒེར་གྱི་ཁེ་ཕན་གྱི་ཆེད་དུ་ལབ་གི་མེད་བུ་གཅིག་གིས་སྟོབས་ཤུགས་དང་ནུས་པ་དང་ལས་འགན་གྱི་ཆེད་དུ། ཕྱི་ཚུལ་ནང་ལོག་ལ། མི་ཁ་ཅིག་ལ་ངས་རེ་བ་བརྒྱབ་མྱོང། ཕྱི་ཚུལ་རྩོམ་དང་འབྲི་བའི་ཐོག་ནས། ཕྱི་ཚུལ་སྐད་ཆ་དང་འབྲི་བའི་ཐོག་ནས། ཕྱི་ཚུལ་སློབ་སྦྱོང་དང་འབྲི་བའི་ཐོག་ནས། ཕྱི་ཚུལ་རེ་རེ་ཡིན་པ་ཡིན་ན་ལས་བོད་པ་རྣམ་དག་ཅིག་ཡིན་དགོས་ཀྱི་རེད་མ་གཏོགས། རྒྱ་མིའི་རྒྱུགས་ཁྱི་ཅིག། མ་ཡིན་པ་གི་རེ་བ་དང་དྲན་སྐོར་བཟོ་གི་ཡོད་ངས་བརྙན་དེ་བརྒྱུད་ནས། ད་དེ་ནས་ངས་སྐད་ཆ་གཅིག་དེ་དེ་རིང་ནན་པོ་བྱས་ནས་འདི་ནས་གང་ཟག་གཅིག་ལ་མིང་པོ་མ་བརྗེ་བའི་ཐོག་ནས་ངས་ལན་གཅིག་ཁུར་གི་ཡོད། ཁོ་རང་གིས་ངའི་བརྙན་དེ་དེ་ནས་ལྟ་གི་རེད། དེ་ཕྱིན་ནས་ཁྱོད་རང་གིས་སྐད་ཆ་འདི་བདག་པོ་རྒྱག་དགོས་ཡ་དེ་ཁྱོད་རང་གི་མི་ཚེ་རིང་ཐུང་དང་འབྲེལ་བ་ཡོད་དེ་ཅོ་ཅི་རེད། བོད་པ་གཞོན་སྐྱེས་རེ་བ་ཅན་དེ་འདྲེ་གས་སྤྱི་ཚོགས་བརྒྱུད་ལམ་ཁག་ལ། གང་ལ་ངའི་མིང་པོ་བྱེད་ཆོག་གས་མི་ན་དེ་འདྲེ་ལ་བསྟོད་པ་གཏོང་བ། དེ་འདྲེ་ལ་གོ་སྐབས་སྤྲེལ་བ་སྤྱི་ཚོགས་བརྒྱུད་ལམ་གི་ཐོག་ལ་མཐོང་བའི་སྐབས་ལ། ཨ་ཁ་བསམ་པའི་ཐོག་ནས། ངས་ཁོ་རང་ལ་ངོ་དེབ་གི་ཐོག་ནས་ཕེ་ཁ་འདྲེ་བ་བཟོས་ཀྱི་ནས་ཁ་ཕྱོགས་ནོར་རུང་གི་མ་རྡ་ས་ང་ཚོ་བོད་ཀྱི་ལས་དབང་གི་ཆ་ནས་གཞོན་སྐྱེས་རེ་བ་ཅན་ཁྱེད་རང་ཚོ་འདྲ་བོ་གས་སྐབས་ཚོར་རིང་ལོ་བ་བཟོ་རྒྱུ་ཡོད་མ་རེད་ལབ་ཀྱི་ནི་ངས་ཁོ་རང་ལ་སྐད་ཆ་བཤད་ཡོད། ཁོ་རང་གིས་མ་འོངས་པ་གྲང་ཚོགས་དང་རྩ་སྟོང་ལས་འགར་བིག་གི་ལས་ཀ་མུ་མཐུད་བཟོས་བ་ཡིན་ན། སྐབས་ཚོར་རིང་ལོ་བ་འུ་མཐུད་བྱས་བ་ཡིན་ན། ངས་ཁོ་རང་གི་སྐོར་ལ་དཔྱད་ཞིབ་ཀྱི་ཐོག་ནས་ཞིབ་འཇུག་གི་ཐོག་ནས་རྩོམ་འབྲི་དགོས་ཀྱི་ཡོད་ན་འདྲ་སྐད་ཆ་བཤད་དགོས་ཀྱི་ཡོད་ན་ངས་མིང་པོད་དང་ཐེར་འདོན་བཟོ་གི་ཡིན་ཟེར་ངས་དེ་དེ་རིང་གསལ་པོ་བྱས་ནས་ལབ་ཀྱི་ཡོད། ངས་དེ་རིང་དེ་འདྲའི་གི་མིང་པོད་དང་ཐེར་འདོན་མ་བཟོ་ཡག་གི་རྒྱུ་མཚན་དེ་ག་རེད་ལབ་ན་བོད་པ་མི་རེ་རེ་ཡིན་ན་ལས། འཕྲོ་བརླག་མ་འགྲོ་ཡག་གི་ཆེད་དུ། ཁོ་རང་གཞུང་ཅི་ཅིག་དང་ཤེས་ཡོན་གང་ལ་གང་འཚམ་ཡོད་ཉན་གི་ང་ཚོ་གི་རེ་བ་རྒྱག་ས་གི་གང་ཟག་ཅིག་ཡིན་པའི་ཆ་ནས། གཞུང་ཅི་ཅིག་དང་སློབ་སྦྱོང་གི་ངོས་ནས། ངས་ད་དུང་ཡང་རེ་བ་ཅིག་མ་བརླག་པའི་ཐོག་ནས་དེ་རིང་ངས་མིང་པོ་བཟོ་གི་མེད། འོ་དེ་གཅིག་ཞུ་ཡ་ཡིན། དེ་ནས་མཐའ་མ་ངས་དེ་རིང་གི་བརྙན་འདི་གི་མཇུག་བསྡོམས་དང། ལོ་རྒྱུས་རང་བཞིན་གི་སྐད་ཆ་ཅིག་དང། བོད་དཔོན་འཐབ་རྩོད་ཉམས་རྒུད་ལ་ཕྱིན་པའི་བརྒྱུད་རིམ་གལ་ཆེན་པོ་གཅིག་དེ་རིང་སྐད་ཆ་དྲང་པོ་བྱས་ནས་བཤད་འདོད་པ་དེ་ག་རེ་ཡིན་ལབ་ན། ང་ཚོ་གི་དམའ་རིམ་སྤྱི་ཚོགས་དང་གཞི་རིམ་སྤྱི་ཚོགས་ཀྱི་ནང་ལོགས་ནས་རྒྱ་ཚོང་བ་དང་རྒྱ་མི་རྒྱུག་ཆེ་བཟོ་ཉེན་ཚོ་ལ་ངོ་རྒོལ་ཐེར་འདོན་བྱེད་དགོས་ཀྱི་ཡོད་ན། ང་ཚོ་གི་དེ་དང་འབྲེལ་བའི་གི་སྐད་ཆ་དེ་བདུན་པ་གཅིག་དང་དྲང་པོ་བཤད་དགོས་ཀྱི་ཡོད་རེད། དེ་འབྲེལ་གྱི་སྐད་ཆ་བདུན་པ་ཅིག་དང་གྲོང་སྦུག་ཅིག་ཤེས་དགོས་ཀྱི་ཡོད་ན། འདི་འདྲའི་དམའ་རིམ་སྤྱི་ཚོགས་དང་གཞི་རིམ་མི་མང་གི་ནང་ལོགས་ལ། རྒྱ་མིས་ཕྱོགས་བཟུང་ནས་སྔོན་སྲིད་དོ་བོ་གི་སྐད་ཆ་ཤེས་ཐུབ་ཡ་དེ་ང་ཚོའི་མཐོ་རིམ་སྤྱི་ཚོགས་དང་བོའུ་གཞུང་གི་སྲིད་ཇུས་ལངས་ཕྱོགས་དང། ང་ཚོའི་མཐོ་རིམ་སྤྱི་ཚོགས་ཀྱི་དབུ་ཁྲིད་ཀྱིས་ལམ་སྟོན། ནོར་བྷི་གི་ངན་འབྲེལ་ཅིག་དང་འབྲེལ་བ་ཡོད་རེད་མ་གཏོགས་འདི་དམའ་རིམ་སྤྱི་ཚོགས་དང་གཞི་རིམ་སྤྱི་ཚོགས་གཅིག་པུའི་ནོར་འཁྲུལ་ཆགས་ཀྱི་ཡོད་མ་རེད། དེ་ཡང་ང་ཚོ་གིས་ཁས་ལེན་བྱེད་དགོས་ཀྱི་རེད་ཤེས་ཕོད་དགོས་ཀྱི་རེད་སྐད་ཆ་བདུན་པ་བཤད་ཡ་ཡིན་ན། མདོར་བསྡུས་ན་རྒྱ་མིའི་རྒྱུགས་ཁྱི་དང་ལྗར་ཚོང་བ་གི་སྐད་ཆ་བདེན་པ་དང་དྲང་པོ་ཅིག་ཤེས་དགོས་ཀྱི་ཡོད་ན། བཙན་བྱོལ་བོད་མིའི་ཁྲོད་ལ་ལྗར་ཚོང་བ་ཇེ་མང་དུ་འགྲོ་ཡ་དང་དེ་ཡང་སྔོན་སིལ་ཏོག་ཕོག་གི་རྒྱ་ནག་གི་དགོས་མཁོ་སྒྲུབ་ཕོག་ཡ་འདི་ཚོ། མི་སྒེར་གྱི་རང་གཤིས་ལ་རྒྱ་བརྟན་པོ་མེད་པའི་སྒེར་གྱི་སྐྱོང་ཆ་གཅིག་པུ་མ་ཡིན་པ། རྡ་རམ་ས་ལ་གི་གཞུང་གི་སྲིད་ཇུས་དང་དབུ་ཁྲིད་ཀྱི་ལམ་སྟོན་ནོར་བྷི་གི་ལོ་དང་ཟླ་བ་རིམ་སོང་གི་དང་ངན་འབྲེལ་འདྲ་བོ་དེ་སྨན་ཡོང་གི་ཡོད་བོད་ཀྱི་ཟོར་དང་ཆ་ཤས་ཅིག་རེད། དེ་ཡིན་ང་སོགས་ཀྱི་གླེང་ཕོག་དགོས་ཡ་དང། ཁས་ལེན་བྱེད་དགོས་ཀྱི་རེད། བོད་པའི་གཏམ་དཔེ་གྱི་ནང་ལོགས་ལ། སྤྲང་པོའི་ཆིག་རྒྱུན་ལོང་ན་བེར་ཀ་ཀླད་ལ་འཆར་ཟེར་བ་ནང་བཞིན། བདེ་ཆེན་ཤག་དང་དབྱངས་མདུན་ཚོ་ཁོང་ཚོ་མང་པོ་གཅིག་བོད་ཀྱི་མཐོ་ས་ཆེ་ས་ཚོ་གི་མཉམ་དུ་པར་བརྒྱབ་ཡོད་པ་དེ། སྤྱི་ཚོགས་དྲ་ལམ་ཁག་ལ་དེ་འབྲེལ་གྱི་པར། མཐོ་ས་ཆེ་ས་ཀྱི་མི་གཅིག་གཉིས་མ་རེད་མི་མང་པོ་དང་མཉམ་དུ་ཁོང་ཚོ་གི་པར་བརྒྱབ་ཡོད་དེ་སྤྱི་ཚོགས་དྲ་ལམ་ཁག་ལ་ལྟ་ཡག་དང་མཐོང་ཡག་འདུག་བ། དེ་ནས་ག་རེ་ང་ཚོ་ལ་ཁུངས་སྣེ་སྤྲད་གི་ཡོད་རེད་ཟེར་ན། དུས་ཚོད་རིང་པོ་བཅས་ཀྱི་སྔོན་ནས་རྒྱ་ནག་གཞུང་དང་བོད་ཀྱི་མཐོ་རིམ་སྤྱི་ཚོགས་བར་ལ་ཁོང་ཚོ་གི་ངན་འབྲེལ་དང། རྒྱ་ནག་གི་བསམ་བློ་དང་དགོས་མཁོ་དེ་ཚོ་བོད་ཀྱི་མཐོ་རིམ་སྤྱི་ཚོགས་ཀྱི་ཀླད་པ་ཀྱི་ནང་ལོགས་ལ་བླུག་གི་ཡོད་བ་ཁེ། དོག་པ་ཅིག་དང་སྣེ་མོ་ཅིག། སྤྲད་ཀྱི་ཡོད་རེད་པར་དེ་སོགས་ཀྱི། པར་དེ་སོགས་དང། པར་དེ་སུའི་ནང་ལ་ཡོད་ཉན་གི། ད་གང་ཟག་གང་ལ་མིང་འབོད་ཅིག་བྱེད་ཉན་དེ་སོགས་ཀྱི། བྱེད་སྟངས་དང་བཤད་སྟངས་ཀྱི་ཐོག་ནས། སྔོན་མ་ཉིས་སྟོང་བཅུ་གསུམ་དབྱིན་ཡུལ་ནས་རྡ་རམ་ས་ལ་གྱི་དབུ་ཁྲིད་ཚོགས་ཀྱིས། བཙན་བྱོལ་ནང་ལོགས་ནས་ལས་འགུལ་སྤེལ་བ་ཡིན་ན་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བ་ཡིན་ན་བོད་ནང་ལོགས་ལ། དམ་དྲག་ཆེ་རུ་འགྲོ་གི་ཡོད་བ་གི་སྐད་ཆ་བཤད་བྱེད་ནི་རྒྱ་ནག་ལ་ངོ་རྒོལ་གི་ལས་འགོར་འགོག་སྣོམ་འགོག་སྣོང་བྱས་བ་རེད། དེའི་རྗེས་ལ་སྐད་ཆ་དེ་དང་རྦད་དེ་འབབ་ས་གཅིག་པ་གི་སྐད་ཆ་གཅིག་རྒྱ་རྒན་ཀོམ་ཡེན་ཀོ་གིས་བཤད་བ་རེད། ད་དེ་ནི་དེ་རིང་བདེ་ཆེན་ཤག་ཟེར་བ་དེ་གིས། བཙན་བྱོལ་ནང་ལོ་ནས་ལོ་དྲུག་ཅུ་རེ་བརྒྱུད་ལ་སྐད་འབོད་བྱེད་པ་དེ་གིས་བོད་ཕྱི་ནང་བར་ལ་རྒྱང་ཐག་རིང་རུ་གཏོང་གི་ཡོད་བ་གི་སྐད་ཆ་ཅིག་བཤད་གི་འདུག་བ། དེའི་སྐད་ཆ་དེ་ཚོ་ཡོངས་སུ་རྫོགས་པ། གང་ལྟར་རྒྱ་ནག་ལ་ངོ་རྒོལ་གི་ལས་འགུལ་སྤེལ་བ་དེ་འགོག་གནོན་བཟོ་ཡག་དང། དེས་མ་གཉའ་བཅའ་ཡག་གི་དམིགས་ཡུལ་བཅས་ཀྱི་ཐོག་ནས་བཤད་ཀྱི་ཡོད་དེ། གཅིག་པ་གཅིག་སྐྱོང་ཆགས་ཀྱི་འདུག་བ། དེ་འབྲེལ་རྡ་རམ་ས་ལ་ནི་སྒྲ་སྙན་གོ་ལྡོག་དང་སྒྲ་སྙན་གྱི་ས་མཚམས་དང་ཁོར་ཡུག་མེད་པ་བཟོས་པའི་རྒྱུ་མཚན་གྱིས་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལོགས་ལ་དགྲ་བོ་གི་དགོས་མཁོ་སྒྲུབ་ཉེན་གྱི་རྒྱ་མཚོ་བ་ཇེ་མང་དུ་དོང་ཡོད་རེད་དེ་ལོ་རྒྱུས་རེད། སྤྱིར་བཏང་ནི་ནག་ཚོགས་ཀྱི་འཐབ་རྩོད་ཉམས་ཆག་འགྲོ་ཡི་གི་བརྒྱུད་རིམ་འདྲ་བོ་སྟེ། བོད་རང་བཙན་སླར་གསོ་གི་རྩ་དོན་ནང་ཕྱོགས་ཀྱི་སེམས་བསྐྱེད་ནས་བཙན་བྱོལ་ནང་ལོགས་ལ་འབྱོར་གྱི་ནས་ལོགས་དུ་དར་བ་ལ་འབད་བརྩོན་བྱས་བ་ནི། ནི་ག་ལེ་ག་ལེ་ལྟ་འུ་མི་ལམ་ཟེར་ཡག་གི་ཐོག་ལ་མ་བབས་བ། སྲིད་བྱུས་དེ་དང་འབྲེལ་གྱི་ནས་ཉིས་སྟོང་གཉིས་གི་ལོ་ལ་བོད་རྒྱ་ཞི་མོལ་གི་འཁོར་ཡུག་ཟེར་ཡག་དེ་བསྐྲུན་པི་གི་འོག་ལ། སྐབས་དེ་དུས་གི་བཀའ་ཤག་གི། དགྲ་བོ་རྒྱ་དམར་ལ་མི་ཆོག་ཡག་དང། དཔལ་ཆེན་རྫུན་མ་ལག་མི་ཆོད་ཡ་དང། སུམ་ཅུའི་དགེ་སློང་ལ་སྐད་འབུམ་མི་ཆོག་བ་བྱང་ཆུབ་སེམས་ཕྱོགས་བཅུར་ནི་འགྲོ་དགོས་ཡ། མི་མོ་ལོང་ལུས་གཏོང་མི་ཆོག་ཡ། དགྲ་བོ་རྒྱ་ནག་གི་རྒྱལ་དར་མེ་བསྲེགས་གཏོང་མི་ཆོག་ཡ། ད་དེ་འདྲས་ཀྱི་གོང་དར་བོ་པིན་འཐབ་རྩོད་ལ། རྡ་རམ་ས་ལ་ནི་དབུ་ཁྲིད་མཆོག་གིས་གཞུང་གིས་དེ་འདྲས་ཀྱི་ཉམས་ཆག་གཏོང་ཡོད་རེད། དེ་ལོ་རྒྱུས་རེད། ད་དུང་ཧ་ཅང་གི་བློ་ཕམ་དགོས་ཡ་དང་ལོ་རྒྱུས་ཀྱི་ཕམ་ཁ་ཆེན་པོ་ཅིག་ལ་མི་ལོ་དྲུག་བརྒྱ་ལྷག་གི་ལོ་རྒྱུས་ཀྱི་བརྒྱུད་རིམ་ལྡན་པའི་བོད་རང་བཙན་གྱི་བདེན་དཔང་དང་འཐབ་རྩོད་ཀྱི་ངར་ཤུགས་དང་བོད་ཕྱི་ནང་གཉིས་ཀྱི་རེ་བ་རྒྱག་ས། བཙན་བྱོལ་བོད་ཡོངས་ཀྱི་མཚན་བྱང་གཟི་བརྗིད་ལྡན་པ་དེ་བོད་མིའི་སྒྲིག་འཛུགས་ཟེར་ཡ་ལ་འགྱུར་བ་གཏོང་བྱས་ནས། དེ་ནས་རིམ་པ་བཞིན་དུ་ད་ད་ལྟའི་ཆ་ལ་བོད་གཞུང་སྨན་རྩིས་ཁང་ཟེར་ཡ་དེ་ཚོ་ཐ་ན་བོད་ཀྱི་མིང་ཡིན་ཆོག་མེད་པ་བྱས་བྱས་ནས། རྟ་རྡ་རམ་ས་ལ་ནི་བོད་ཡོངས་དང་བོད་ཀྱི་མིང་ཡོད་པའི་མིང་བྱང་རེ་རེ་བཞིན་དུ་བསུབ་བསྐྱུར་བྱས་བྱས་ནས་དགྲ་བོ་རྒྱ་ནག་གི་དགོས་མཁོ་སྒྲུབ་སོང་བ་སྒྲུབ་ཡོད་བ་དེ་སོག་ཡིན་ལོས་རྒྱུས་རེད། ང་ཚོ་འཐབ་རྩོད་བྱེད་མཁན་བཅས་ཀྱི་ངོས་ནས་འཐབ་རྩོད་ཀྱི་དམིགས་ཡུལ་དེ་བརྟན་པོ་དང་ཁ་གསལ་པོ་རྒྱུན་འཁྱོངས་བྱས་ནས་གནས་དགོས་བ་དེ་འཐབ་རྩོད་ཀྱི་མ་རྩ་རེད་སྟོབས་ཤུགས་རེད། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ཀྱི་སྤྱི་ཟླ་བདུན་པ་གི་ནང་ལོགས་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་རང་གིས་རྒྱ་གཞུང་ལ་སྙན་ཞུ་ཕུལ་བྱས་ནས་བཙན་བྱོལ་བོད་གཞུང་དེ་བོད་མི་ས་ཡ་དྲུག་གི་ཁྲིམས་མཐུན་གྱི་གཞུང་ཡིན་པ་ལ་ངོས་འཛིན་གནང་རོགས་ཅེས་ལབ་བྱས་ནས་ཕར་སྙན་ཞུ་ཕུལ་ཡོད་པ་རེད། ཡིན་ན་ལས་དེའི་རྗེས་ཀྱི་ལོ་སུམ་ཅུ་གྱི་རྗེས་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་རང་གིས་བཙན་བྱོལ་བོད་གཞུང་གི་མཚན་བྱང་དེ་ཕྱིར་བསྡུ་བྱེད་ཀྱི་ནས་བོད་མིའི་སྒྲིག་འཛུགས་ས་ཡ་གཅིག་ལ་འགྱུར་བ་བཏང་བ་རེད། དེ་འཐབ་རྩོད་བྱེད་མཁན་གཅིག་གི་ངོས་ནས་བསམ་བློ་གཏོང་བ་ཡིན་ན། དམིགས་ཡུལ་རྒྱུན་འཁྱོངས་མ་ཐོབ་པའི་ཕམ་ཁ་ཆེན་པོ་གཅིག་རེད། དེ་ཡང་ལོ་རྒྱུས་རེད། ལྷག་པར་དུ་རྒྱ་ནག་གི་རྩ་འཕྲེང་གི་འོག་ལ་བསྡད་ཀྱི་ཡིན་ལབ་ཡག་གི་ཡིག་ཆ་ནག་པོ་གཅིག་རྒྱ་ནག་ལ་སྤྲད་པ་ནས་བཟུང་སྟེ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་ལོགས་ལ་རྒྱལ་ཚོང་བ་དང་རྒྱ་ནག་གི་ཕྱོགས་བཟུང་མཁན་དེ་མངོན་གསལ་དུ་མཐོང་ཡོད་རེད་ད། བསྡོམས་བརྒྱབ་ནས་བཤད་པ་ཡིན་ན་གཞུང་གི་སྲིད་ཇུས་དང་དབུ་ཁྲིད་ཀྱི་ལམ་སྟོན་ནོར་བའི་རྒྱུ་མཚན་གྱིས

རྒྱུན་རིང་དེ་སྲོག་གི་གདོང་གློག་ལས་ཡིན་པ་ཡིན་ནའི་མུ་མཐུད་ནས་བོད་རང་བཙན་གྱི་ལངས་ཕྱོགས་བཟང་གྱི་ནས་བོད་རང་བཙན་སླར་གསོ་ལ་རེ་བ་རྒྱག་གྱི་ནས། སྐད་ཆ་བཤད་དེ་ཉིན་འབད་བརྩོན་བྱེད་དེ་ཉིན་ང་ཚོ་ཤི་སོང་ཁག་ཅིག་ལ་རིག་གནས་གསར་རྗེན་ནང་བཞིན། རྡ་རམ་ས་ལ་གི་གྲུ་ཚོགས་ཀྱི་ནང་ལོགས་ནས། གཞི་རིམ་སྤྱི་ཚོགས་ཀྱི་ནང་ལོགས་ནས་ཐ་ན་རྒྱ་རིགས་ཕོ་བྲང་ནང་ལོགས་ཡིན་ཆོག་ནས་གང་ལྟར། ང་ཚོ་གི་ཐོག་ལ་དགག་རྒྱག་འཐབ་རྩོད་བཟོ་མྱོང་བ་རེད་དེ་ཡང་ལོ་རྒྱུས་རེད། དེ་འདྲའི་བཟི་བ་གི་ལོ་རྒྱུས་དེ་ཚོ། བཀའ་ཟུར་སྤྱི་ཟུར། སྦྱར་བའི་ཕོ་བྲང་ལས་ཉི་ཤར་སྦྱར་བའི་གི་བརྒྱུད་རིམ་ནི་ཡིག་བརྒྱ་ཤོག་བུ་ལྔ་གྲོབ་བྱེད་ཆོས་དེ་སོ་མ་བཀྲམ་ཡོད་རེད་བ་དེ་བཀྲམ་པ་དེ་སོ་ནོར་ལོག་ལ་སོ་དེ་སོག་གི་མིང་ཡོད་བ་སྐད་ཆ་ག་རེ་དང་ག་རེ་ཡོད་བ་དེ་སོག་ཡིན་ལུགས་རྒྱུ་ཆ་དེ་གི་ཡོད་རེད། ཡིན་ན་ལས་རྒྱ་ཆེའི་མི་མང་གི་དེ་སོག་གི་སྐོར་ལ་ད་བར་དུ་ཤེས་རྟོག་དང་འགན་འཁོར་གི་རྣམ་འགྱུར་གྱི་སྟེང་མྱོང་ཡོད་ཀྱི་མ་རེད་གོ་མ་མྱོང། རྒྱུ་མཚན་དེ་ལས་བརྟེན་གྱི་ནི། གཞི་རིམ་མི་མང་གི་འཐབ་རྩོད་ལ་བདག་པོ་རྒྱག་གི་མེད་བས་ཁེ་འབོར་ར་འདྲ་གི་མེད་བས་ཁེ། རྒྱུས་འདྲ་བོ་ཅིག་མཐོ་ས་ཆེ་ས་དེ་སོགས་ཀྱི་ཧ་གོ་ནས་རྒྱུས་ལོངས་ཀྱིས་ནས་ཧ་ནི་ང་ཚོ་གི་འགོ་ཁྲིད་ཚོ་གི་ཁོ་རང་ཚོ་གི་ག་རེ་བྱས་རྗེས་ག་རེ་ཤེས་ཤིག་ཡིན་བསམ་གྱིས་ནས་ཧ་ནི་ད་ལྟ་བོད་དེ་རྒྱ་མིའི་ཆ་ཤས་ཆགས་ཡོད་རེད་ཟེར་ཡག་གི་སྐད་ཆ་ཡིན་ཆུག་ཤེས་ཡོང་བ་རེད། དེ་འདྲའི་ཆེད་ནས་འཐབ་རྩོད་ཀྱི་ཆ་ཤས་རེ་རེ་བཞིན་དུ་དགྲ་བོ་རྒྱ་ནག་གི་དགུན་འོག་ཅན་དུ་འགྱུར་བ་བཏང་ཡོད་རེད། དེ་འདྲའི་གི་འགྱུར་བ་བཏང་བ་དེ་ཚོ་བོད་རྒྱ་ཆེའི་མི་མང་ལ་ཐུབ་ཚོད་དང་བོད་པའི་རྩ་དོན་འཐབ་རྩོད་ལ་མཐོང་ཆུང་རེད་ཨ་བསམ་པའི་གི་ཚོར་བ་དེ་མི་ང་ལ་འདྲ་བོ་ཡིན་ན་ཐེངས་མ་མང་པོ་བྱུང་མྱོང་དེའི་སྐོར་ལ་ངས་སྐད་ཆ་ཡང་བཤད་མྱོང་རྩོམ་ཡང་བྲི་མྱོང། དེ་སོགས་ནང་སྙིང་ཡིན་པ་ཡིན་ན་ལས་བུག་གི་རྩ་སྟོང་འཐབ་རྩོད་ཀྱི་ཆེད་དུ་ད་ལྟ་བར་དུ་རྒྱལ་སྤྱིའི་དཔའ་བོ་དཔའ་མོ་ཁྲི་སོགས་འབུམ་སོགས་མང་པོ་ཤི་འགྲོ་ཉེན་དེ་སོགས་ཀྱི་ཁ་ཆེམས་དང་རེ་བ་གྱི་ཆེད་དུ་ངས་དེ་སྔ་ཡང་བྲིས་པ་ཡིན་བཤད་པ་ཡིན། ད་དུང་ཡང་དེ་འདྲའི་ཤེས་དགོས་ཡག་གི་དགོས་མཁོ་དང། དུས་སུ་གི་གཏམ་འབྲི་བ་ཡིན་ན། སོ་སོའི་ལས་འགན་དེ་མུ་མཐུད་ནས་སྒྲུབ་དགོས་ཡག་དེ་མི་སེར་གྱི་འགན་འཁྲི་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་རིང་བདེ་ཆེན་ཤ་ཟེར་བ་ལ་བོད་པའི་སྤྱི་ཚོགས་ནང་ལོགས་ནས་ཐེར་འདོན་ངོ་རྒོལ་བཟོ་མཁན་གང་ལ་གང་འཚམ་ཞིག་བྱུང་བ་དེ་བཟང་ཕྱོགས་ཀྱི་རེ་བ་ཅིག་རེད་བོད་པ་ཚོ་ད་དུང་ཡང་དགྲ་གཉེན་གྱི་འདུ་ཤེས་ལྡན་པའི་ཐོག་ནས་ཤི་མེད་པ་གསོན་པོ་ལ་བསྡད་ཡོད་པའི་ཚོར་བ་ཅིག་དང་ཡར་ལངས་ཀྱི་རེ་བ་ཅིག་འཚོང་གི་ཡོད་བ་ལ་ངས་ངོས་འཛིན་བྱེད་ཀྱི་ཡོད། འདི་འདྲའི་རྒྱ་ནག་གིས་ཕྱོགས་བཟུང་ནས་དགྲ་བོ་གི་དགོས་མཁོ་སྒྲུབ་ཉེན་བྱུང་བའི་སྐབས་ལ། ང་ཚོ་གིས་ཆོལ་ཁ་དང་ཆོས་བརྒྱུད་དང། དེ་བ་ནང་བཞིན་ལངས་ཕྱོགས་གཅིག་པ་ཡིན་མིན་ལ་མ་བལྟ་བ་བྱེད་ཆེད་ནས་ལངས་ཕྱོགས་དང་ཆོལ་ཁ་ཆོས་བརྒྱུད་གཅིག་པ་ཡིན་མིན་གྱི་ཚོགས་མ་བཟུང་བ་བྱེད་ཆེད་ནས་བོད་ཀྱི་ཕྱོགས་བཟུང་བྱས་ནས་འཐབ་རྩོད་དང་རྩ་དོན་སྲུང་སྐྱོབ་ཀྱི་ཆེད་དུ་རྒྱལ་སྲུང་བ་ལ་ངོ་རྒོལ་འཐེན་གཏོང་གཅིག་པ་བྱེད་དགོས། ཡོངས་ཁྱབ་ཏུ་བྱེད་དགོས་ཏེ་ང་ཚོ་ཐུན་མོང་གི་ལས་འགན་དང་དགོས་མཁོ་དང། མི་ཚེ་རིང་ཐུང་ཆགས་བསྡད་ཀྱི་ཡོད་རེད། ལྷག་པར་དུ་ད་ལྟ་བར་ལ་རང་སྲོག་བློས་གཏོང་བྱེད་བྱེད་ནས་བོད་རྒྱལ་ཁབ་སླར་གསོ་གི་ཆེད་དུ། ཚེ་སྲོག་ལེགས་སྐྱེས་ལས་འབུལ་མཉན་གྱི་བོད་ཀྱི་རྒྱལ་སྤྱིའི་དཔའ་བོ་དཔའ་མོ་ཁྲི་ཚོ་འབུམ་ཚོ་མང་པོ་གི་ཁ་ཆེམས་དང་འབྲེལ་བ་ཡོད་ཀྱི་གནད་དོན་ཅིག་ཡིན་པ་དེ་མ་སྐྱེས་བར་གནང་རོགས་གྱིས། ང་རང་སྒེར་གྱི་དམ་བཅའ་ཡིན་ན་དེ་ག་རང་ཡིན་འབད་བརྩོན་བྱས་ཡ་ཡིན་དེ་ག་རང་ད་ལྟ་བར་དུ་བྱེད་པའི་ཁུལ་ཡིན། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་དེ་རིང་གི་བརྙན་འདི་བཟོ་དགོས་ཡ་དེ་ཡང་དེ་འདྲ་གི་དམ་བཅའ་ཅིག་དང་ལས་འགན་ཅིག་དང་འབྲེལ་བའི་ཐོག་ནས་བརྙན་འདི་བཟོས་བ་ཡིན། དེ་ནས་ངས་བརྙན་གཟིགས་མཁན་ཚང་མ་ལ་བཀའ་དྲིན་ཆེ་ཞུ་ཡ་དང། བརྙན་འདི་སྐྱེ་སྟོབས་དང་ཕབ་བཤུ་མ་ཡིན་པ། དེ་ནས་གང་མང་མང་བརྒྱུད་སྤེལ་དང་ཐུགས་སྣང་ཡོང་ཡ་གི་འབོད་སྐོར་ཞུ་གི་ཡོད་དེ་ནས་བཀའ་དྲིན་ཆེ།